སྙིང་རྗེ་སྒོམ་པ་ལ་རྩ་བའི་ཟབ་ཁྱད་བཞི་ཡོད་པའི་ནང་ནས་བཞི་པ་དེ་ལྟར་སྙིང་རྗེ་སྒོམ་པའི་ཕན་ཡོན་ནི་སྲིད་དུས་གོང་དུ་བཤད་པ་དེ་ལྟར་སྙིང་རྗེ་སྒོམ་པ་ལ་བརྟེན་ནས་བྱུང་བའི་གནས་སྐབས་དང་མཐར་ཐུག་གི་ཕན་ཡོན་ཤེས་པ་ནི་མདོ་སྡེ་རྒྱན་ལས་སྲིད་དུས། བྱང་ཆུབ་སེམས་དཔའ་སྡུག་བསྔལ་མི་བརྩེ་བས་སྡུག་བསྔལ་གྱུར་པ་གང་དེ་ལ་ཀུན་ཏུ་དེ་ལ་དང་པོར་ཀུན་ཏུ་སྐྲག་རེག་ན་ཤིན་ཏུ་མངོན་པར་དགའ་ཞེས་པ་སྟེ། བྱང་ཆུབ་སེམས་དཔའ་དང་པོར་བཤགས། བརྩེ་བས་སེམས་གཉིས་པར་བཤགས། སྡུག་བསྔལ་མི་སྲུན་པ་ལ་བཤགས། སྡུག་བསྔལ་གྱུར་པ་གང་ཞི་བ་ལ་བཤགས་དེ་ལ་དང་པོར་ཀུན་ཏུ་སྐྲག་རེག་ན་ཤིན་ཏུ་མངོན་པར་དགའ་ཟིན་འདྲི་བ་བརྒྱབ་ན། སྔོན་བཏབ་དེ་ས་རེད་ད་བྱང་ཆུབ་སེམས་དཔའ་ཟེར་དུས། སོ་སོ་སྐྱེ་བོ་ཡིན་པའི་བྱང་ཆུབ་སེམས་དཔའ་གཅིག་གིས། དེ་ནས། ཆོས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་ཐུབ་ཡོད་མ་རེད། ཡིན་ན་ཡང། བརྩེ་བས་གཞན་ལ། སྙིང་རྗེ་ཆེན་པོ་ཞེ་པོ་ཡོད་རེད། ཡོད་པ་ལྟར་དུ། བྱང་སེམས་གསོ་སྐྱེ་ཡིན་མཁན། སྙིང་ཆེན་པོ་ཡོད་མཁན། ད་ལྟ་ཆོས་ཀྱི་གནས་ལུགས་མངོན་སུམ་དུ་མ་མཐོང་བ་གཅིག་གིས་སེམས་ཅན་གཞན་སྡུག་བསྔལ་ཡོད་པ་ཅིག་གཟིགས་འགྲོ་དུས། དཔེར་ན། ཟ་རྒྱུ་རྩ་ན་མར་ཤི་འགྲོ་ཤི་འགྲོ་བྱེད་མཁན་གྱི་སྟག་མོ། སྟག། མོ། སྤྲད་བསྡད་པ་ལྟ་བུ་གཅིག་ལ་གཟིགས་འགྲོ་དུས། སྟག་དེ། ཟ་རྒྱུ་མ་རག་ནས་ཤི་འགྲོ་ཤི་འགྲོ་བྱེད་དེ་ཡོད་རེད། དེ་ནས་ད་ཁོ་ལ་ཤ་ལྟ་བུ་སྤྲད་ཐུབ་ན་སྡུག་བསྔལ་མེད་ཟེར་ན་དེ་ནི་སྟག་མོ་དེ་གིས་དེ་ནི་སྤྲད་པའི་སྡུག་བསྔལ་དེ་མེད་པར་ཆགས་འགྲོ་གི་ཡོད་རེད། ཆགས་ཆགས་འགྲོ་གི་ཡོད་དེ་ཡོད་པར་ཧ་གོ་ནས་སྡུག་བསྔལ་གྱུར་བ་གང་སྟེ་རང་གི་ལུས་ཀྱི་ཤ་བཅད་ནས་མོ་ལ་སྤྲད་ནས་མོའི་སྡུག་བསྔལ་དེ། དེ་ནི། མེད་པར་ཆགས་འགྲོ་ཡས་ཀྱི་དེ་འདྲས་ཐབས་ལམ་བྱེད་པ་ལ་དང་པོར་ཀུན་ཏུ་བསྒྲགས་ཟེར་ན། སོ་སོའི་སྐྱེས་བུའི་སྐབས་སུ་དེ་འདྲས་སྦྱིན་པ་རྒྱ་ཆེན་པོ་སྤྲད་ཐུབ་མ་རེད་ཟེར་གོ་རེད། ད་སྙིང་རྗེ་ཡོད་ན་ཡང་སྤྲད་ཐུབ་ཀྱི་མ་རེད་ཟེར་གོ་རེད་ད་ཡང་ཁྱོད་བྱེད་ན། བྱང་ཆུབ་སེམས་དཔའ་སྡུག་བསྔལ་མེད་བརྩེ་བའི་སྡུག་བསྔལ་ལ་གྱུར་པ་གང་དེ་ལ་དང་པོར་ཀུན་ཏུ་བསྒྲགས་ཟེར་དུས་དོན་དག་འདྲ་པོ་སྟེ། བྱང་སེམས་སོ་སོའི་སྐྱེས་བུའི་སྐབས་སུ། གཞན་ལ་རང་གི་ལུས་ཀྱི་ཤ་བཅད་ནས་བཀྲེས་ཁོས་ཐུག་ན་བཀྲེས་ཐུབ་ཀི་མ་རེད་ཟེར་བ་རེད། སྙིང་རྗེ་ཆེན་པོ་ཡོད་ན་ཡང་བཀྲེས་ཐུབ་ཀི་མ་རེད་ཟེར་བ། རྒྱུ་མཚན་ག་རེད་ཟེར་ན། ཚ་མི་འོང་ན་མི་འོང། དེ། དཀའ་ངལ་ཆེན་པོ་མི་འོང་བསམ་པ་ལྟ་བུ་ཅིག་ཡོད་རེད། དེ་ཡོང་དགོས་རྩ་བ་དེ་ཁོས་ཁོའི་ཆོས་ཀྱི་གནས་ལུགས་མངོན་སུམ་དུ་མ་རྟོགས་པ་རེད། བྱས་ཙང་ད། བྱང་ཆུབ་སེམས་དཔའ་ཆེ་བརྩེ་བས་ཆེ་སྡུག་བསྔལ་མེད་ཆེ་སྡུག་བསྔལ་གྱུར་པ་གང་དེ་ལ་དམ་པར་ཀུན་ཏུ་སྐྲག་ཟེ་ཨ་ནི་བྱང་ཆུབ་སེམས་དཔའ་ཡིན་མཁན་སོ་སོའི་སྐྱེ་བོ་ཡིན་མཁན་གཅིག་གིས་ཆོས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་ཐུབ་ཡོད་མ་རེད་ཡིན་ན་ཡང་ཁོ་རང་གི་སེམས་ལ་བརྩེ་བས་སྙིང་རྗེ་ཆེན་པོ་ཞེ་པོ་ཅིག་ཡོད་རེད་ཡོད་པ་ལྟར་དུ། ཁོ་རང་གིས། སྟག་མོ་ཟ་རྒྱུ་རྩ་ནས་མ་རེག་ནས་ཤི་ཀྲོ་ཤི་ཀྲོ་བྱས་བསྡད་པ་ཅིག་གཟིགས་ཡོང་དུས་སྐབས་ལ། དེ་ནི་སྡུག་བསྔལ་དེ་མེད་ན་སེམས་པའི་སྙིང་རྗེ་ཤུགས་ཆེན་པོ་བཞི་བོ་སྐྱེ་ཡོང་གི་རེད། ཡིན་ན་ཡང་སྡུག་བསྔལ་མེད་དེ། སྟག་གི་གྲོད་ཁོག་ལྟོགས་པའི་དཀའ་ངལ་དེ་མེད་པར་བཟོ་བའི་ཆེད་དུ། སྡུག་བསྔལ་གྱུར་པ་གང་སྟེ་ཁོ་རང་གི་ལུས་ཀྱི་ཤ་བཅད་ནས་ཕར་བསྐྲད་ལ། དང་པོར་ཀུན་ཏུ་བཀྲ། སྤྲད་ཐུབ་སྤྲད་ཐུབ་ཀྱི་ཡོད་མ་རེད། དེ་དུས་ཁོ་ན་སྤྲད་ཐུབ་ཀྱི་ཡོད་མ་རེད་ཟེར་གྱི་རེད། ཡིན་ན་ཡང་རེག་ན་ལྟས། རྗེས་མ། དེ་ནས། ས་དང་པོ་ཐོབ་ཡོང་དུས་སྐབས་ལ། དེ་ནས། ཤུལ་གྱི་གནས་ལུགས་མངོན་སུམ་དུ་རྟོགས་འགྲོ་གི་ཡོད། དེ་རྟོགས་དུས་སྐབས་ལ། དེ་ནས། བྱང་ཆུབ་སེམས་དཔའ་གྱི་སེམས་ཅན་གཞན། སྟག་མོ། ལྟ་བུ་ཟ་རྒྱུ་མ་ར་ནས་གྲོད་ཁོག་ལྟོགས་ནས་ཤི་འགྲོ་ཤི་འགྲོ་བྱེད་མཁན་དེ་ལ། ཨན། རང་གི་ལུས་དེ། ཅེས་ནས་ཕར། སྤྲད་ལ་མངོན་པར་དགའ་ཟེར་ན་སྤྲད་ལ་དགའ་བོ་ཡོད་རེད་ཏག་ཏག་གོ་རེ་སྤྲད་ཐུབ་གི་ཡོད་རེད་ཟེར་གོ་རེ། ད་ཡིན་དུས་ག་ལ། ས་དང་པོ་ལྟ་བུ་ཐོབ་སོང་ན། རང་གི་ལུས་གཞན་ལ་སྦྱིན་པ་སྟེར་ཐུབ་པ་འདྲ་བོ་དེ་རྩ་བ་སྙིང་རྗེ་བྱས་པ་རེད་ཟེར་གོ་རེ་ཨ་ནི་སྙིང་རྗེ་ཆེན་པོ་ལ་ཕན་ཡོན་འདི་འདྲ་ཡོད་ཟེར་རོ། ཞེས་གསུངས་པས། དེའི་དོན་ནི་ད་འདི་སྟག་མོ་ལུས། སྟག་མོ་ལུས་ཅན་ཟེར་ང་ཚོ་བ་ཡུལ་ལ་གཅིག་ཡོད་བ། དེ་དུས་གང་ལ་སྔན་མ་བྱང་ཆུབ་སངས་རྒྱས་བཅོམ་ལྡན་འདས་བྱང་ཆུབ་སེམས་དཔའ་ཡིན་པའི་སྐབས་སུ། ཨ་ནི་སྟག། མོ། ཤ་རྩ་ནས་ཟ་ཡ་མ་ར་ནས་ཤི་གྲོག་ཤི་གྲོག་བྱེད་པའི་སྐབས་ཅིག་ལ། ཨ་ནི་ལུས་སྦྱིན་པ་བཏང་བའི་སྐད་ཅིག་རོ་དེ་དང་གཅིག་པ་རེད། ད་ད་ལྟ་དེ་སོ་སོའི་སྐྱེ་བོའི་སྐབས་སུ་སྙིང་རྗེ་ཡོད་ན་ཡང། ཚ་གི་རེད་བསམ་ནས་སྐྲག། གྲང་གི་རེད་བསམ་སྐྲག། དེ་ནས་ནག་རིས་སམ་སྐྲ་ནི་སྐྲའི་ཐུག་པོ་ཡོད་མ་རེད། ས་དང་པོ་ཐོབ། དེ་ནས་སྙིང་རྗེ་ཆེན་མོའི་སྐྲའི་སྒོ་ན་ལམ་སང་སྐྲའི་ཐུག་པོ་ཡོད་རེད། འོ་དེ་བཤད་འགྲོ། དེ་ནས་དེའི་འགྲེལ་པ་བརྒྱད་དུ་ཚིགས་བཅད་ཞེས་གསུངས་པས་དེའི་དོན་ནི་ད་ལྟ་བཤད་ཟིན་མ་ཐག་པའི་ཚིགས་བཅད་དེའི་དོན་ནི། སེམས་ཅན་གྱི་སྡུག་བསྔལ་མེད་པར་བྱ་བའི་ཕྱིར། དང་པོ་མོས་པ་སྤྱོད་པའི་ས་ལ་བདག་གཞན་མཉམ་པའི་ས་ལ་མ་རེག་པའི་ཕྱིར་གཞན་ལ་སྙིང་རྗེས་བདག་སྡུག་བསྔལ་སྐྱེ་བ་དེ་ལ་དང་པོར་སྐྲག་པར་འགྱུར་རོ། འདི་ཚིག་རྐང་གསུམ་གྱི་དོན་དག་འདྲ་བ་རེད། བྱང་ཆུབ་སེམས་དཔའ་སྡུག་བསྔལ་མས་བཙལ་བའི་སྡུག་བསྔལ་སྐྱེ་འགྱུར་བ་གང་དེ་ལ་དང་པོར་ཀུན་ཏུ་སྐྲག་ས་འདི་འདྲ་བ་རེད། ལན། ཚིགས་བཅད་འདིའི་དོན་ནི། སེམས་ཅན་ནི། སེམས་ཅན་གྱི་སྡུག་བསྔལ་མེད་པར་བྱ་བའི་ཕྱིར་ཟེར་བ་ལ་བཞག་ནས། ཡང་ན་འགྲེལ་བ། འགོ་བཙུགས་དུས། དང་པོ་མོས་པ་སྤྱོད་པའི་ས་ལ་བདག་གཞན་མཉམ་པའི་ས་ལ་མ་རེག་པའི་ཕྱིར། གཞན་ལ་སྙིང་རྗེ་བསྐྱེད་དེ་བཅུག་ལ། སེམས་ཅན་གྱི་སྡུག་བསྔལ་མེད་པར་བྱ་བའི་ཕྱིར། བདག་སྡུག་བསྔལ་སྐྱེ་བ་དེ་ལ་དང་པོ་སྐྲག་པར་འགྱུར་རོ་ཞེས་འགྲེལ་བ་བརྒྱད། ཨན་ད་ཚིགས་བཅད་དེ། ཚིགས་བཅད་དེ་གའི་ཚིག་རྐང་བཞི་ཡོད་པས་ན་ཚིག་རྐང་དང་པོ་གསུམ་པོ་དེའི་དོན་ནི་ཨན་འདི་འདྲ་རེད་ཟེར་དགོས་རེད། དེ་ནས་དང་པོ་མོས་པས་སྤྱོད་པའི་ས་ལ་བལྟས། བྱང་སེམས་སོ་སོའི་སྐྱེ་བོ་ཡིན་པའི་སྐབས་སུ་ཟེར་བ་རེད། བདག་གཞན་མཉམ་པའི་ས་ལ་མ་རེག་པའི་ཕྱིར་བལྟས། ཆོས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་མ་ཐུབ་པ་ཡིན་ཙང་ཟེར་བ་རེད། གཞན་ལ་སྙིང་རྗེས་བལྟས། སེམས་ལ་སྙིང་རྗེ་ཆེན་པོ་ཡོད་པ་ཡིན་ན་གཞན་སེམས་ཅན་སྟག་མོ་ལྟ་བུ་ཟ་རྒྱུ་མ་རག་ནས་གྲོད་ཁོག་ལྟོགས་ནས་ཤི་གྲོག་ཤི་གྲོག་བྱེད་མཁན་དེ་ལ་སྙིང་རྗེ་ཆེན་པོ་ཡོད་པ་ཡིན་ན་ཡང་སྲིད་བོ། སེམས་ཅན་གྱི་སྡུག་བསྔལ་མེད་པར་བྱ་བའི་ཕྱིར་ཏེ། སྟག་མོ་ཟ་རྒྱུ་མ་རག་པ། འཐུང་རྒྱུ་མ་རག་པ་ཤི་གྲོག་ཤི་གྲོག་བྱེད་མཁན་དེ་གིས་བཀྲེས་པའི་སྡུག་བསྔལ་དང། དེ་ནས་སྐོམ་པའི་སྡུག་བསྔལ་མེད་པར་བཟོ་བའི་ཆེད་དུ་བདག་སྡུག་བསྔལ་བསྐྱེད་པ་སྟེ། ཁོ་རང་གི་ལུས་ཀྱི་ཤ་གཏུབས་ནས་སྦྱིན་པ་སྤྲད་དེ་ལ། དང་པོ་སྐྲག་པར་འགྱུར་རོ་ཟེར་ནས་དེ་ནི་སྦྱིན་པ་བཏང་ཐུབ་ཀི་ཡོག་མ་རེད་ཟིག་བར། སྙིང་རྗེ་ཡོད་ན་ཡང་སྦྱིན་པ་བཏང་ཐུབ་ཀི་ཡོག་མ་རེད་ཟིག་བར། དེ་ཡང་བསྐྱར་ཞུས་ན་རུ་བ་འདི་ནི། ཨན་དྷི་རི་ཁ་སོ་དང་པོ་མོས་པས་སྤྱོད་པའི་ས་ལ་མཚམས་གཅིག་ཅེས། བདག་གཞན་མཉམ་པའི་ས་ལ་མ་རེག་པའི་ཕྱིར་མཚམས་གཅིག་ཅེས། གཞན་ལ་སྙིང་རྗེ་བས་མཚམས་གཅིག་ཅེས་དེའི་མཇུག་ལ་སེམས་ཅན་གྱི་སྡུག་བསྔལ་མེད་པར་བྱེད་པའི་ཕྱིར་ཞེས། དེའི་མཇུག་ལ་བདག་སྡུག་བསྔལ་སྐྱེ་བ་དེ་ལ་མཚམས་ཅི་དེ་ལ་སྐྲག་པར་གྱུར་རོ། དེ་ལ་དང་པོ་སྐྲག་པར་གྱུར་རོ་ཚོལ་མཚམས་ཅི་ཅེས་བྱས། ད་དང་པོ། མོས་པ་སྤྱོད་པའི་ས་ལ་སྟེ། བྱང་ཆུབ་སེམས་དཔའ་ཡིན་མཁན་ནི། སོ་སོ་སྐྱེ་བོ་ཡིན་མཁན་གཅིག་གི་གནས་སྐབས་སུ། བདག་མཁྱེན་སྙམ་པའི་ས་ལ་མ་རེག་པའི་ཕྱིར་ཏེ། ཆོས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་མ་ཐུབ་པ་ཡིན་ཙང། གཞན་ལ་སྙིང་རྗེ་སྟེ། སེམས་ལ། སྟག་མོ་ལྟ་བུ་ལ་ཟ་རྒྱུ་སྨྲ་ར་འཐུང་རྒྱུའམ་ཤི་ཁྲོ་ཤི་ཁྲོ་བྱེད་མཁན་དེ་ལ་སྙིང་རྗེ་ཆེན་པོ་ཞི་བ་ཡོད་པ་ཡིན་ན་ཡང་སྲིད་པ་རེད། སེམས་ཅན་གྱི་སྡུག་བསྔལ་མེད་པར་བྱ་བའི་ཕྱིར་ཏེ། སྟག་མོ་ཟ་རྒྱུ་མ་རག་པ་འཐུང་རྒྱུ་མ་རག་ཤི་ཁྲོ་ཤི་ཁྲོ་བྱེད་མཁན་དེ་གིས་སྤྲད་པའི་དཀའ་ངལ་དང། དེ་ནས་སྐོམ་པའི་དཀའ་ངལ་མེད་པར་བཟོ་བའི་ཆེད་དུ། བདག་སྡུག་བསྔལ་སྐྱེས་པ་སྟེ་ཁོ་རང་གི་ལུས་ཀྱི་ཤ་གཏུབས་ནས་བསྐྲད་པ་ལྟ་བུ་ཁོ་རང་གི་ལུས་ནས་ཁྲག་བཏོན་ནས་བསྐྲད་པ་ལྟ་བུ་དེ་ལ་དང་པོ་སྐྲག་པར་གྱུར། དེ་ནི་བསྐྲད་ཐུབ་དང་པོ་བསྐྲད་ཐུབ་མ་རེད་ཟེར་བ་རེད་དང་པོ་དུས་ཚོད་རེད་བ། འདི་དང་པོ་གཉིས་པ་ལབ་དགོས་རྒྱུ་མཚན་དེ། ས་དང་པོ་མ་ག་ཚོར་དེ་ས་དང་པོ་མ་ཐུབ་པའི་སྔོན་ལ་ཟེར་བ་རེད་སྔོན་ལ་དང་པོ་སྐྲག་པར་གྱུར་སྔོན་ལ། དང་པོ་སྐྲག་པར་གྱུར་སྔོན་ལ་སྤྲད་ཐུབ་མ་རེད་ཟེར་བ་རེད་སྔོན་ལ་སྤྲད་ཐུབ། ད་ག་དུས་སྤྲད་གི་རེད་ཟེར་དེ་ནི་རེག་ནང་བཞིན་འདུག་མངོན་པར་ག་དེ་དུས་བ་དེ་སྤྲད་ཐུབ་མ་རེད་ཟེར་ད་དོན་དག་དེ་རེད། ཨ་ནི། བྱང་ཆུབ་སེམས་དཔའ་སོ་སྐྱེ་ཡིན་གྱི་གཅིག་གིས་ཆོས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་མ་ཐུབ་པ་རེད་རྟོགས་མ་ཐུབ་དུ་སྙིང་རྗེ་ཡོད་ན་ཡང་སེམས་ཅན་གཞན་ལ་དེ་ལུས་ལྟ་བུ་སྤྲད་དགོས་ཐུག་ན་སྤྲད་ཐུབ་མ་རེད་ཟེར་བ་རེད་དེ་ནི་ཁྲག་ལྟ་བུ་སྤྲད་ན་སྤྲད་ཐུབ་མ་རེད་ཟེར་བ་རེད། དེ་དེ་རེད། ད་ཨ་ནི་ག་དུས་སྤྲད་གི་རེད་ཟེར་ན། རེག་ན་ཤིང་ཤིང་དུ་མངོན་པར་དགའ་ཟེར་བའི་དོན་དག་རེད་ཅེས་ཙང་དེའི་དོན་ནི་སེ་ཏི་ཡང་བ་ལ་སྦྱར། མཐའ་ཡི་སྟེང་གི་ས་བཅད་མེད་དུ་བ་ལ་སྦྱར། རེག་ན་ཤིན་ཏུ་མངོན་པར་དགའ་ཞེས་པ་དེའི་དོན་ནི་ཟེར་བར། ལྷག་པའི་བསམ་པ་རྣམ་པར་དག་པའི་ས་ལ་རེག་ནས་བཟོད་ཤིན་ཏུ་དགའ་བ་སྐྱེའོ་ཟེར་ད། ཨ་ནི། ལྷག་པའི་བསམ་པ་རྣམ་པར་དག་པའི་ས་ལ་རེག་ནས་ཏེ། དེ་འདྲའི་བྱང་ཆུབ་སེམས་དཔའ་དེ་རྗེས་མ། ས་དང་པོ་ཐོབ། ཆོས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་འགྲོ་དུས་སྐབས་ལ། བཟོད་ཟོན་བཞི་ནི། དེ་ནི། སྟག་མོ་ལྟ་བུ་བཟའ་རྒྱུ་མ་རག་ནས། དཀའ་ངལ་ཤི་སྤྲོ་བཞི་རུ་དཀའ་ངལ་ཡོད་པ་དེ་ལ། རང་གི་ལུས། སྤྲད་ནས། དེ་ནི་སྦྱིན་པ་བཏང་བ། ཁྲག་བཏོན་ནས་སྦྱིན་པ་བཏང་བ་ལྟ་བུ་དེ་ཤིན་ཏུ་དགའ། དེ་ནི་དགའ་ཞིང་སྤྲོས་པའི་ཐོག་ནས་སྦྱིན་པ་ཏག་ཏག་ཁོ་རང་སྤྲད་ཐུབ་ཀྱི་ཡོད་རེད། ཨོ་ད་འདི་ཤེས་པ་རེད་ད་འདི། སྙིང་རྗེ་སྒོམ་པའི་དཔེ་མཚོན་ཙམ་ཤེས་པ་རེད་ད། སྙིང་རྗེ་ཡོད་པ་ཡིན་ན། དེ་ནི་རྗེས་མ་ས་དང་པོ་ཐོབ་དུས་ག་ལ། ས་དང་པོ་ཐོབ་པའི་སྐབས་ལ། དེ་ནི་གཞན་ལ་ལུས་ཀྱི་སྦྱིན་པ་བཏང་གི་ཡོད་རེད་འདི། བཏང་བ་དེ་རྩ་བ་དེ་སྙིང་རྗེ་ལ་ཐུག་སོང་བ་རེད། སྙིང་རྗེ་གིས་སྒོམ་པའི་ཕན་ཡོན་འདྲ་པོ་རེད་ཟེར་བ་རེད་འདི་དཔེ་མཚོན་ཙམ་ཤེས་པ་རེད། དེ་ནས་ད། མདོར་ན་ད་རྒྱས་ཤིང་རྒྱས་པ། དེ་ནས། སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་ཡོན་ཏན་ཐམས་ཅད་ཀྱི་རྩ་བ་དེ་སྙིང་རྗེ་ལས་ཐོབ་ཀྱི་ཡོད་ཟེར་ཤེས་པ་རེད། དེ་ཡང་ཟེར་ན་དེ་ཡང་ཟེར་དུས་ད་ལྟའི་ཞུས་པ་དེ་སྙིང་རྗེ་བསྒོམ་པའི་ཕན་ཡོན་གྱི་དཔེ་ཙམ་བཤད་པ་ཡིན། དེ་ནས་མདོར་བསྡུས་ན། སྙིང་རྗེ་བསྒོམ་པའི་གནས་སྐབས་ཀྱི་ཕན་ཡོན་དང། དེ་ནས། སྙིང་རྗེ་བསྒོམ་པའི་མཐར་ཐུག་གི་ཕན་ཡོན། མདོར་བསྡུས་ན། ཡང་ཡན་རྒྱུད་ཞུ་ན་མདོར་བསྡུ་ན། དེ་ནི་བྱང་ཆུབ་སེམས་དཔའ་ལ་ཡོད་པའི་གནས་སྐབས་བྱང་ཆུབ་སེམས་དཔའ་ལ་ཡོད་པའི་ཡོན་ཏན་དང། མཐར་ཐུག་སངས་རྒྱས་ལ་ཡོད་པའི་ཡོན་ཏན་དེ་ཚོ་ཚང་མ་ཡང། ནི་སྙིང་རྗེ་ལ་བརྟེན་ནས་བྱུང་བ་ཡིན་པའི་ཚུལ་བཤད་པ་ནི་ཤེས་པ་དེའང་བྱུང་བ་རེད་དེའང་མདོ་ལས་བཤད་འདུག་གསང་འདི་དེའང་གསལ་དེ་འདི་རེད། མདོར་བསྡུ་ན། གནས་སྐབས་བྱང་ཆུབ་སེམས་དཔའ་ལ་ཡོད་པའི་ཡོན་ཏན་དང། མཐར་ཐུག་སངས་རྒྱས་ས་ལ་ཡོད་པའི་ཡོན་ཏན་ཐམས་ཅད་ཀྱི་རྩ་བ་དེ། སྙིང་སྐྱིད་ལ་བརྟེན་ནས་བྱུང་བ་ཡིན། དེའི་ཚུལ་དེ་ཡང། ཨ་ནི། མདོ་ལས་གསུངས་འདུག་ཟེར་བ་རེད། འཕགས་པ། དེ་ནི། ཆོས་ཡང་དག་པར་བསྡུས་པའི་མདོ་ལས་གསུང་བཞིན་འདུག་ཟེར་བ་རེད། ད་འདི་ག་རེ་ཟེར་བ་ན། ད་འདི་བཤད་དེ་དཔེ་མཚོན་ཙམ་གྱིས་བཤད་པ་ཡིན། ད་མང་པོ་བཤད་ཐུ་བའི་གོ་རེ་ཡོད་མ་རེད་མང་དྲགས་རེད་ཟེར་བ་རེད། ད་མདོར་བསྡུས་བཤད་པ་ཡིན་ན། དེ་ནི། གནས་སྐབས་བྱང་ཆུབ་སེམས་དཔའ་ལས་བྱོན་པའི་ཡོན་ཏན་དང་ཚོགས། མཐར་ཐུག་སངས་རྒྱས་ལས་བྱོན་པའི་ཡོན་ཏན་ཚང་མ། སྙིང་སྐྱིད་ལ་བརྟེན་ནས་བྱུང་བ་ཡིན་པའི་ཚུལ་དེའང། འཕགས་པ་ཆོས་ཡང་དག་པར་བསྡུས་པའི་མདོ་ལས་གསུངས་འདུག་ཟེར་བ་རེད། དེ་རེད། དེ་ནས། སྤྱན་རས་གཟིགས་དབང་ཕྱུག་གིས་གསོལ་བ་སྟེ། འཕགས་པ་སྤྱན་རས་གཟིགས་ཀྱིས་སངས་རྒྱས་ལ་ཡར་རེ་ཞུས་པ་རེད་ཟེར་བ་རེད་ཞུས་པ་རེད། ག་རེ་ཞུས་པ་རེད་ཟེར་དུས། བཅོམ་ལྡན་འདས་བྱང་ཆུབ་སེམས་དཔའ་ཆོས་ཤིན་ཏུ་མང་པོ་ལ་བསླབ་པར་མི་བགྱིའོ་སྟེ། སངས་རྒྱས། དེ་ནས། ཁྱེད། ཐུགས་བསམ་གྱི་ཞལ་དང། བྱང་ཆུབ་སེམས་དཔའ་དེ་ཚོས། ཤེས་བྱ་མང་པོ་བཞི་བོ་གཅིག་ལ་སློབ་སྦྱོང་བྱེད་དགོས་ཡའི་སྐོར་མི་འདུག་ཟེར་བ་རེད། དེ་ནི་མི་གཅིག་མང་པོ་མི་འདུག་ཟེར་བ་རེད། གང་ཡིན་ཟེར་ན། བྱང་ཆུབ་སེམས་དཔའི་ཆོས་གཅིག་རྟོགས་ཤིང། རྟོགས་ཤིང་གཟུང་བར་གྱིས་ན་སྟེ། བྱང་ཆུབ་སེམས་དཔའི་ཆོས་གཅིག་ལ་སློབ་སྦྱོང་བྱེད་ཐུབ་པ་ཡིན་ན་ཟེར་བ་རེད། སངས་རྒྱས་ཀྱི་ཆོས་དེས། ཆོས་ཐམས་ཅད་དེའི་ལག་མཐིལ་དུ་ཆིབས་པ་ལགས་སོ་སྟེ། སངས་རྒྱས་ཀྱི་ཡོན་ཏན་ཐམས་ཅད་ཐོབ་ཐུབ་པ་ཡིན་ཟེར་བ་རེད། དང་ཡང་བསྒྱུར་ཞུས་ན། དེ་ནས་སྤྱན་རས་གཟིགས་དབང་ཕྱུག་གི་གསོལ་བ་སྟེ། འཕགས་པ་སྤྱན་རས་གཟིགས་ཀྱིས་སངས་རྒྱས་བཅོམ་ལྡན་འདས་ལ་ཞུས་པ་རེད་ཟེར་བ་རེད། བཅོམ་ལྡན་འདས་སངས་རྒྱས་ཁྱེད། ཐུགས་བསམ་གྱི་ཞལ་དང། བྱང་ཆུབ་སེམས་དཔའ་ཆོས་ཤིན་ཏུ་མང་པོ་བསླབ་པར་མི་བགྱི་བོ་སྟེ། བྱང་ཆུབ་སེམས་དཔའ་རྣམས་ཀྱིས་ཤེས་བྱ་མང་པོ་ལ་སློབ་སྦྱོང་བྱེད་དགོས་ཁོ་རང་མི་འདུག་ཟེར་བ་རེད། གང་ཡིན་ཟེར་ན། བྱང་ཆུབ་སེམས་དཔས་ཆོས་གཅིག་རབ་ཏུ་རྟོགས་ཤིང། གཟུང་བར་གྱིས་ན་སྟེ། བྱང་ཆུབ་སེམས་དཔས་ཆོས་གཅིག་ལ་སློབ་སྦྱོང་བྱེད་ཐུབ་པ་ཡིན་ན། སངས་རྒྱས་ཀྱི་ཆོས་ཐམས་ཅད་དེའི་ལག་ཐུབ་ཏུ་མཆིས་པ་ལགས་སོ་སྟེ། སངས་རྒྱས་ཀྱི་ཆོས་ཐམས་ཅད་མངོན་སུམ་དུ་ཐོབ་ཀྱི་འདུག་ཟེར་བ་རེད། དེ་རེ་ཡ་ཞུས་པ་རེད། དེ་ནས་སངས་རྒྱས་ཀྱིས་མ་ལན་གནང་རེ། གཅིག་པུ་གང་ཞིག་ན་བ་ན་གཅིག་པུ་དེ་ག་རེ་རེད་ཀྱི་དྲིས་པ་རེད། དེ་ནས་སྤྱན་རས་གཟིགས་ཀྱིས་ཡ་ལན་སྤྲད་པ་རེད། སྙིང་རྗེ་ཆེན་པོ་འོ་ད་དེ་སྙིང་རྗེ་ཆེན་པོ་རེད་ཟེར་བ་རེད། ད་འདི་རེད་སྙིང་རྗེ་ཆེན་པོ་རེད་དེ་ནས་སངས་རྒྱས་ཀྱི་མང་ལ་སོང་ནས་དེ་ནས། སྙིང་རྗེ་ཆེན་པོ་གཅིག་པུ་པོ་ཉམས་ལེན་བྱས་པ་ཡིན་ན། ཨེ་ནི་སངས་རྒྱས་ཡོན་ཏན་ཐམས་ཅད་ཐོབ་འདོད་པའི་རྒྱུ་མཚན་ག་ཡིན་ན་ཟེར་དེ་ལ་ཡར་ལན་མ་ཡར་ལི་ལན་ཞུས་པ་རེད་བཅོམ་ལྡན་འདས་སྙིང་རྗེ་ཆེན་པོས་ནི། དེ་ནས་སངས་རྒྱས་ཀྱི་ཆོས་ཐམས་ཅད་ལག་མཐིལ་དུ་ཕྱིས་པ་ལགས་སོ་སྟེ། བཅོམ་ལྡན་འདས་ཁྱེད་དགོངས་པ་བཞེས་རོགས་ཅེས་དང་སྙིང་རྗེ་ཆེན་པོས་ཏེ། སྙིང་རྗེ་ཆེན་པོ་འདི་ཉམས་ལེན་བྱེད་པ་ཡིན་ན་འདི་གཅིག་པུ་ལ་བརྟེན་ནས་སངས་རྒྱས་ཀྱི་ཆོས་ཐམས་ཅད་ལག་མཐིལ་དུ་ཕྱིས་པ་ལགས་སོ་སྟེ་སངས་རྒྱས་ཀྱི་ཡོན་ཏན་ཐམས་ཅད་མངོན་སུམ་དུ་རང་གི་ལག་པ་ལ་བཅའ་ལག་ཐོགས་པ་ན་བཞིན་མངོན་སུམ་དུ་ཐོབ་ཐུབ་ཀྱི་འདུག་ཞེས་ཞུས་པ་རེད། དཔེར་ན་ལག་པ་ལ་བཅའ་ལག་ཅིག་ཐོབ་ན་ལག་པ་བཅའ་ལག་དེ་ངོ་མ་རང་ལ་ཐོབ་བ་རང་གི་ལག་པ་ལ་བཅའ་ལག་ཅིག་རག་ན་བཅའ་ལག་དེ་དངོས་གནས་ཁོ་ར་ཆ་ཚང་རག་པ་རེད། ཆ་ཚང་བ་རག་པ་རེད་པས་དེ་ནང་བཞིན་གྱི། དེ་ནས་ད་སངས་རྒྱས་ཡོན་ཏན་དུ་ཐག་རིང་པོ་མ་ཡིན་པར་ཚང་མ་རང་ལ་ཐོབ་ཡོང་གི་རེད་ཟེར་གི་རེད། དེ་གཅིག་པུ་གང་ཞེ་ན་འདི་སངས་རྒྱས་གསུང་རེད་དེ་ནས། སངས་རྒྱས་གསུང་བ་ན་གཅིག་པུ་དེ་ག་རེ་རེད་ཟེར་གི་ཞུ། དེ་ནས། སྤྱན་རས་གཟིགས་ལན་སྤྲད་པ་རེད། སྙིང་རྗེ་ཆེན་པོ་དེ་སྙིང་རྗེ་ཆེན་པོ་རེད་ཟེར་བ་རེད་དེ་ནས་སངས་རྒྱས་ཀྱི་མ་ལ་གང་ཡིན་ན་གསུང་པ་རེད་དེ་ནས་ལན། བཅོམ་ལྡན་འདས་དེ་ཁྱེད་དགོངས་པ་བཞེད་དང་སྙིང་རྗེ་ཆེན་པོས་སྙིང་རྗེ་ཆེན་པོ་ལ་ཉམས་ལེན་བྱེད་ཐུབ་པ་ཡིན་ན། སངས་རྒྱས་ཀྱི་ཆོས་ཐམས་ཅད་ལག་མཐིལ་དུ་མཆིས་པ་ལགས་སོ་སྟེ་སངས་རྒྱས་ཀྱི། གནས་སྐབས་བྱང་ཆུབ་སེམས་དཔའ་མ་ཟད། མཐར་ཐུག་སངས་རྒྱས་ཀྱི་ཡོན་ཏན་ཚང་མ་ཡང། ག་སོ་རེ། མངོན་སུམ་དུ་ཐོབ་ཐུབ་པ་ཡིན། དཔེར་ན། དེ་ནི། ལྕེ་ལག་རང་གི་ལག་པ་ལག་མཐིལ་དུ་མངོན་སུམ་དུ་སླེབས་པ་ནང་བཞིན་རེད་ཟེར་བ་རེད། ཞེས་བྱ་བ་ལ་སོགས་པ་གསུངས་པས། གནས་སྐབས་དང་མཐར་ཐུག་གི་ཡོན་ཕན་ཡོན་ཟེར་ན། ཕན་ཡོན་ཚན་ཡོན་ཏན་རེད། གནས་སྐབས་བྱང་ཆུབ་སེམས་དཔའི་ཡོན་ཏན། དཔེར་ན། དེ་ནས་སྟག་མོ་ལ། སྟག་མོ་ཟ་རྒྱུ་མ་རག་པར་ལུས་སྦྱིན་པ་མངོན་སུམ་དུ་བཏང་ཐུབ་པ་ལྟ་བུ་ལ་སོགས་པ་གནས་སྐབས་ཀྱི་ཡོན་ཏན། གནས་སྐབས་བྱང་ཆུབ་སེམས་དཔའི་ཡོན་ཏན། མཐར་ཐུག་གི་ཕན་ཡོན་ཏེ་མཐར་ཐུག་སངས་རྒྱས་བཅོམ་ལྡན་འདས་ཀྱི་ཡོན་ཏན་ཐམས་ཅད་སྙིང་རྗེ་ལས་བྱུང་བ་ཡིན་ནོ། ཐམས་ཅད་སྙིང་རྗེ་ལ་བརྟེན་ནས་བྱུང་བ་རེད། འདིར་ཕན་ཡོན་ཟེར་ཏེ་ཡོན་ཏན་ལ་བྱས་ན། རྩ་བ། ལུང་དང་གཏུགས་དྲུག་ཏུ་གནས་སྐབས་ཀྱི་ཕན་ཡོན། མཚར་སྡུག་གི་ཕན་ཡོན་ནི་སྐོར་བ། ཕན་ཡོན་ཚད་དེ་མཐའ་ཡས་ཚར་བཅད་མེད་དུ་སྟེང་ལ་སྦྱར། གནས་སྐབས་ཀྱི་ཕན་ཡོན་ཏེ། གནས་སྐབས་བྱང་ཆུབ་སེམས་དཔའ་རྣམས་ལ་ཡོད་པའི་ཡོན་ཏན་དེ་ཚོ་རེད། དཔེར་ན། དེ་ནས་སྟག་མོ་ལ་ལུས་མངོན་སུམ་དུ་བཅད་ནས་བསྐྲད་པ་ལྟ་བུ། མཚར་སྡུག་གི་ཕན་ཡོན་སངས་རྒྱས་བཅོམ་ལྡན་འདས་ཀྱི་ཡོན་ཏན་རེད། ད། སྟོབས་བཅུ་མི་འཇིགས་པ་བཞི་མ་འདྲེས་པ་བཅོ་བརྒྱད་ལ་སོགས་པའི་ཚང་མ་སྙིང་རྗེ་ལས་བྱུང་བ་རེད་ཐམས་ཅད་སྙིང་རྗེ་ལ་བརྟེན་ནས་བྱུང་བ་རེད་ཟེར་བ་རེད། འོ་དེ་རེད་དེ་ཤེས་དགོས། དེ་ལྟར་བྱམས་པ་དང་སྙིང་རྗེ་བསྒོམས་ན་དེ་ནས་གོང་དུ་བཤད་པ་དེ་ལྟར་བྱང་ཆུབ་པའི་སེམས་བསྒོམས་པའི་སྔོན་དུ་བྱམས་པ་དང་པོར་བསྒོམ་དེ་ནས་སྙིང་རྗེ་བསྒོམ་སྙིང་རྗེ་བསྒོམས་ནས། གོམས་ན། སེམས་ལ་གོམས་བྱ་ཤུགས་ཆེན་པོ་ཐེབས་སོང་ན། བྱང་ཆུབ་སེམས་སྐྱེ་སླ་བས། དེ་ནི་རང་གི་སེམས་ལ་བྱང་ཆུབ་སེམས་སྐྱེ་ལས་སླ་པོ་ཞེ་བོ་ཆགས་འགྲོ་གི་རེད་ཟེར་བ་རེད། བྱས་ཙང་ད་སྙིང་རྗེའི་བྱམས་པ་ཡང་སྒོམ་ཚར་བ་རེད་སྙིང་རྗེ་ཡང་སྒོམ་ཚར་བ་རེད་དེ་ཡིན་དུས་ད་དེ་མཇུག་ལ་དེ་ནི་བྱང་ཆུབ་སེམས་སྒོམ་པ་ལ་རྩ་བའི་ཟབ་ཆོས་གསུམ་དེ། བདག་གཞན་མཉམ་པའི་བྱང་ཆུབ་སེམས་ད་བྱང་ཆུབ་སེམས་ལ་གཉིས་ཡོད་རེད། བདག་གཞན་མཉམ་པའི་བྱང་ཆུབ་སེམས་ཟེར་བ་རེད། བདག་གཞན་མཉམ་པའི་བྱང་ཆུབ་སེམས་ཟེར་ན། རང། བདེ་བ་འདོད་པ་བཞིན་དུ། སེམས་ཅན་གཞན་དེའང་བདེ་བ་འདོད་པ་མཉམ་པ་རེད། འདྲ་འདྲ་རེད། རང། བདེ་བ་འདོད་པ་བཞིན་དུ་ཁོ་ཡང་བདེ་བ་འདོད་པ་འདྲ་འདྲ་རེད། རང། སྡུག་བསྔལ་མི་འདོད་པ་བཞིན་དུ་ཁོ་ཡང་སེམས་ཅན་གཞན་དང་སྡུག་བསྔལ་མི་འདོད་པ་འདྲ་འདྲ་རེད། འདྲ་འདྲ་ཡིན་དུས་ག་ལ། ཨ་ནི། དེ་ནས་སེམས་ཅན་ཐམས་ཅད་ཀྱི་དོན་དུ་ངས་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་དགོས་འདུག་བསམ་ནས་བསམ་པ་ཡིན་ན་བདག་གཞན་མཉམ་པའི་བྱང་ཆུབ་སེམས་རེད།

མཐར་ཕྱིན་པའི་རྒྱུ་འདྲ་པོ་དེ་ཡང་བསྒྱུར་དེ་ནི་སློབ་སྦྱོང་བྱས་ནས་ནས་ནི་སྒོམ་པ་དང་གསར་བརྗེ་གསུམ་ཡོད་པའི་ནས་ན་དང་པོ་ནི་ཡིན་སྲིད་པ་རེད། དེའང་སྤྱོད་འཇུག་ལས་ཡེ་སེར་དང་བདག་གཞན་མཉམ་པའི་བྱང་ཆུབ་སེམས་བསྒོམ་པའི་ཚུལ་དེའང་སྤྱོད་འཇུག་ལས་གསུངས་ཀྱི་འདུག་ཟེར་སྤྱོད་འཇུག་ལེའུ་བརྒྱད་པའི་ཚིགས་བཅད་དགུ་བཅུ་པ་ལས། བདག་དང་གཞན་དུ་མཉམ་པ་ནི་དང་པོ་ཉིད་དེ་འབད་དེ་བསྒོམ། བདག་སྟེ་བདག་དང། དེ་བདེ་དང་སྡུག་བསྔལ་མཉམ་པས་ན་ཐམས་ཅད་བདག་བཞིན་བཟུང་བར་བྱ། བདག་དང་གཞན་དུ་མཉམ་པ་ནི་སྟེ། བདག་བཞིན་མཉམ་པའི་བྱང་ཆུབ་སེམས། ཀྱི་ཉམས་ལེན་འདྲ་བོ་དེ། དང་པོ་ཉིད་དུ་འབད་དེ་སྒོམ། ཟེར་ན། དེ་ནས་སྤྲོ་བ་དང་སེམས་ཀྱི་སྤྲོ་བ་དང་བཅས་པའི་སྒོ་ནས། བདག་བཞིན་བརྗེད་པའི་བྱང་ཆུབ་སེམས་མ་བསྒོམ་པའི་སྔོན་དུ་སྒོམ་དགོས་རེད། འགྲོ་སྟངས་རེད།

བཟླས་དང་བསྡུ་བསྔོས་མཉམ་སྤེལ་ན་ཐམས་ཅད་བདག་བཞིན་མཉམ། བདག་བཞིན་བསྲུང་བར་བྱ། སྲིད་དུ་རང་བདེ་བ་འདོད་པ་བཞིན་དུ་སེམས་ཅན་ཐམས་ཅད་བདེ་བ་འདོན་པ་མཉམ་པ་རེད་བདེ་བ་འདོད་པ་འདྲ་འདྲ་རེད། རང་བསྡུ་བསྔོལ་མི་འདོད་པ་བཞིན་དུ་སེམས་ཅན་གཞན་དག་ཡང་བསྡུ་བསྔོལ་མི་འདོད་པ་མཉམ་པ་དེ་འདྲ་འདྲ་རེད། བྱས་ཙང། བདེ་བ་འདོད་ན་འདོད་མཉམ། བསྡུ་བསྔོལ་མི་འདོད་ན་མི་འདོད་མཉམ་ཡིན་པ་ཡིན་དུས། དེ་ནས། བདག་གཞན་ལ་སྲུང་བར་བྱ། བདག་གཞན་ལྔས་ལ་ཁེངས། བདག་གཞན་ཟེར་ན་ཨ་ནེ་རུ་རང་ལ་བདེ་བ་ཐོབ་ཐབས། རང་ལ་སྡུག་བསྔལ་མ་ཡོང་པའི་ཐབས་བྱེད་པ་བཞིན་དུ་སེམས་ཅན་ཐམས་ཅད་ལ་ཡང་སྲུང་བར་བྱ་སྟེ། བདེ་བ་ཡོང་ཐབས་དང་སྡུག་བསྔལ་མ་ཡོང་པའི་ཐབས་ཤེས་ལ་བརྩོན་དགོས་རེད། ཟེར་བ་རེད། ད་འདི་བརྩོན་ན་བདག་གཞན་མཉམ་པའི་བྱང་ཆུབ་སེམས་བསྒོམ་འགྲོ་དགོས་རེད། ད་དང་པོ་དེ་འདིར་བ་ག་ཟེར་བ་རེད། རིམ་པ་འདྲ་བོ་བཤད་པ་རེད།

རང་བཞིན་གཉིས་ཀ་བདེ་བ་འདོད་སྙམ་སྡུག་བསྔལ་མི་འདོད་སྙམ་པའི་བློ་དེ་འབྱུང་དགོས་ཀྱི་ཡོད་རེད། བྱས་ཙང་དེ་ཡིན་དུས་གང་ལ་བདག་དང་གཞན་དུ་སྙམ་པ་ནི་བདག་གཞན་བརྗེད་པའི་བྱང་ཆུབ་སེམས་དེ། དང་པོ་ཉིད་དུ་འབད་པས་བསྒོམ་སྟེ། བདག་གཞན་བརྗེད་པའི་བྱང་ཆུབ་སེམས་དེ་མ་བསྒོམ་པའི་སྔོན་དུ། ནི་སེམས་ལ་སྤྲོ་བ་དང་བཅས་པའི་སྒོ་ནས་བསྒོམ་དགོས་རེད། བདག་གཞན་མཉམ་པའི་བྱང་ཆུབ་སེམས་བསྒོམ་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་དུས་རྒྱུ་མཚན་ཡོད་རེད། བདེ་དང་སྡུག་བསྔལ་མཉམ་པས་ན། རང་བདེ་བ་འདོད་པ་བཞིན་སེམས་ཅན་ཐམས་ཅད་བདེ་བ་འདོད་པར་སྙམ། རང་སྡུག་བསྔལ་མི་འདོད་པར་མི་འདོད་པ་བཞིན་དུ་སེམས་ཅན་གཞན་ཐམས་ཅད་སྡུག་བསྔལ་མི་འདོད་པར་སྙམ་པས་ན། སེམས་ཅན་ཐམས་ཅད་བདག་བཞིན་དུ་རང་བདེ་བ་འདོད་པ་ལ་བརྩོན་པ་དང་སྡུག་བསྔལ་མ་ཡོང་པ་ལ་ཐབས་ཤེས་བྱེད་པ་བཞིན་དུ་སེམས་ཅན་ཐམས་ཅད་ལ་ཡང་བསྲུང་བར་བྱ་སེམས་ཅན་ཐམས་ཅད་ལ་ཡང་བདེ་བ་ཡོང་ཐབས་དང་སྡུག་བསྔལ་མ་ཡོང་པའི་ཐབས་ཤེས་དེ་ཚོ་བྱས་ནས།

སྔོན་ལ་བདག་གཞན་མཉམ་པའི་བྱང་ཆུབ་སེམས་སྒོམ་དགུ་རེད་ཟེར་བ་ཁྱེད་ཅག་དང་པོར་དེ། ཐོག་མར་དེ་དང་པོར། དེ་ནས་བདག་གཞན་མཉམ་པའི་བྱང་ཆུབ་སེམས་སྒོམ་དགུ་ཟེར་བ་རེད། དེའི་ཚུལ་ལ་ཟེར། དེ། དེའི་ཚུལ་ལ་ཟེར་ཡོད་འདུག་པ་ན། འདིར་བ་ཁ་གསོ་རེད། དེ་ནས། བདག་གཞན་མཉམ་པའི་བྱང་ཆུབ་ཀྱི་སེམས་དེ། སྒོམ་པའི་ཚུལ་ནི་འདི་ལྟར་རེད། དེའི་ཚུལ་ཟེར་ན། བདག་གཞན་མཉམ་པའི་བྱང་ཆུབ་སེམས་དེས། བསྒོམ་ཚུལ་བསྒོམ་སྟངས་ནི་འོག་ནས་འབྱུང་བ་འདི་ལྟར་བསྒོམ་སྟེ་ཟེར་བ་རེད། ད་འདི་ག་རེ་ཟེར་བར་ཟེར་ན། བདག་གཞན་མཉམ་པའི་བྱང་ཆུབ་སེམས་བསྒོམ་སྟངས་འདི་འདྲ་ཡིན་ཟེར་བ་རེད། ཅེས་དང་དང་པོ་ག་འདྲ་བྱུང་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད། དེ་ནི་ནམ་མཁའ་ལ་མཐའ་མེད་པ་བཞིན་དུ་སེམས་ཅན་ལ་ཡང་མཐའ་མེད་པ་རེད་ཅེས་དང། ནམ་མཁའ་དང་སེམས་ཅན་གཉིས་མཉམ་སོང་བ་རེད་ཅེས་དང་ཡིན་དུས། ནམ་མཁའ་དང་གཉིས་པའི་སེམས་ཅན་ཐམས་ཅད་བདག་གི་ཕ་མ་གཉེན་ཚོར་ཏེ། རང་གི་ཕ་དང་རང་གི་མ་དང་གཉེན་ཚོར་ས་པིན་རྒྱ། མ་གྱུར་པ་སར་མ་སྐྱེས་པ་མ་སྐྱེས་པའི་སེམས་ཅན་སུ་གང་ཡང་མེད་ཡིན། སར་མ་གྱུར་པ་སར་མ་སྐྱེས་པ། ཕ་མ་སྐྱེས་པའི་སེམས་ཅན་སུ་ཡང་ཡོད་མ་རེད་མ་མ་སྐྱེས་པའི་སེམས་ཅན་སུ་ཡང་ཡོད་མ་རེད་པིན་རྒྱ་མ་སྐྱེས་པའི་སེམས་ཅན་སུ་ཡང་ཡོད་མ་རེད། ནམ་མཁའ་ལ་ཐ་མལ་བཞིན་དུ།

དེ་ཡིན་དུས། དཔེར་ན་ཤར་ལ་སོགས་པའི་ནམ་མཁའི་ནམ་མཁའ་ལ་ཐ་མལ་པ་ལྟར། ཤར་ལ་སོགས་པའི་སེམས་ཅན་ལ་ཡོད་པའི་གསེར་ལས་བྱུགས་པའི་ཕྱོགས་ན་ཡོད་པའི་སེམས་ཅན་ལ་ཡང་ཐ་ཡོང་བ་མ་རེད། དེ་མེད་དུས་ནམ་མཁའ་དང་མཉམ་པར་ཆགས་པར་བྱས་ཙང་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད། སྔོན་རང་གི་ཕ་དང་སྔོན་རང་གི་མ་དང་གཉེན་ཚོར་ཏེ་སྔོན་རང་གི་སྤུན་དུ་མ་གྱུར་བར་མ་བྱས་པའི་སེམས་ཅན་སུ་གང་ཡང་མེད། དེ་ཀླུ་སྒྲུབ་ཀྱི་ལུང་དྲངས་རེད་ཀླུ་སྒྲུབ་ཀྱིས་མཛད་པའི་བཤེས་སྤྲིང་ཚིགས་བཅད་བཞི་བཅུ་ཞག་གསུམ་པ་ལས། མ་ཡི་དྲང་ནས་རྒྱ་ཤུག་ཚིག་དགུ་སང་རི་ལུར་དྲངས་ཀྱང་ས་ཡི་ལངས་མ་ཡིན་འདི་ཁ་ཚན་གྱིས་ཕྱིན་སོང་ལངས་མ་ཡིན་སྲིད་དུ་འདི་གཟིགས་པ་རེད་ད། དེ་ནས། སེམས་ཅན་གཅིག་གིས་རང་གི་མ་མཚར་མང་པོར་བྱས་པ་ཡི་གྲངས་ཀ་དེས་གྲངས་ཀ་དེ། འཛམ་བུ་གླིང་གི་ས་ཡོངས་རྫོགས། རི་བོ་ཆུང་ཆུང་རྒྱུད་དུ་ཟོས་ཞེས་པ་རི་བོ་ཆུང་ཆུང་ཟོས། རི་བོ་ཆུང་ཆུང་ཚད་ཇི་ཙམ་ཟེར་ན་རྒྱ་ཤུག་གི་ཚིགས་ཙམ། ཤིང་ཏོག་རྒྱ་ཤུག་ཟེར་བ་དེའི་ནང་ལོགས་ལ་ཡོད་པའི་ཚིགས་ཏོག་ཅེས་པ། ཚིགས་ཏོག་གི་ཚད་ཙམ་རི་ལུར་ཟེར་ན་རི་བོར་ཟོས་ནས། འདི་ངས་མ་ཡིན་ཟེར་ལབ་ནས་དེ་ནས་རི་ལུ་གཅིག་གཡུག་འདི་ངས་མ་ཡིན་ཟེར་རི་ལུ་བཅུག་དེ་འདྲའི་ཕྱིར་གྲངས་ཀ་བརྒྱབ་བལྟས་པ་ཡིན་ན་ས་ཡི་ལངས་མ་ཡིན་ཟེར་ས་ཐམས་ཅད་རི་ལུ་ལ་བཟོས་བཤད་རི་བོ་ལ་བཟོས་བཤད་པས་རི་བོ་དེ་རྫོགས་འགྲོ་གི་རེད་དེ། མ་ཡི་གྲངས་ཀ་དེ་རྫོགས་གི་མ་རེད་ཟེར་བས་སེམས་ཅན་གཅིག་ལ་རེད་ཨེ་ནས་སེམས་ཅན་ཐམས་ཅད་ལ་ཟེར་ན་ད་དཔེ་ཁོ་ར་ཞག་ཐོས་ཡོད་མ་རེད་ཟེར་བ་བཅས་ཙང་སེམས་ཅན་གཅིག་གིས་སྔོན་རང་གིས་མ་བྱས་པའི་གྲངས་ཀ་དེ། གྲངས་ཀ་དེས་ཟེར་བ་རེད། དེ་ནས་རྒྱབ་ཁ་ཕྱིན་པ་ཡིན་ན། རྒྱབ་མཐུད་ཁག་པོ་ཞིག་ཡོད་རེད་ཟེར་དཔེར་ན་དཔེ་མཚོན་འདྲ་པོ་གཅིག་གིས། དེ་ནས། ས་ཆེན་པོ་དེ་ཡོངས་རྫོགས་རིལ་བུ་ཆུང་ཆུང་རེ་རེ་བཟོས། དེའང་ཚད་ཇི་ཙམ་ཟེར་ན་རྒྱ་ཤུག་གི་ཚིགས་གུ་ཙམ་ཟེར་ན། ཤིང་ཏོག་རྒྱ་ཤུག་གི་ནང་ལོགས་ལ་ཡོད་པའི་ཚིགས་ཏོག་ཙམ་གྱི་ཚད་ཀྱི་རིལ་བུ་དེ་རིལ་བུ་ཆུང་ཆུང་ཆུང་ཆུང་བཟོས་ནས། སྐབས་སུ། སེམས་ཅན་རེ་རེ་རེ་རེ་བྱེད་པའི་གྲངས་ཀ་དང། དེ་ནས་རིལ་བུ་རེ་རེའི་བར་གྲངས་ཀ་གྲངས་ཀའི་གྲངས་ཀའི་གྲངས་ཀའི་རིང་ཕྱིན་པ་ཡིན་ན། ཐ་མ་ཐ་མ་ས་ཡི་ལམ་མ་ཡིན་ས་ས་ལ་བརྟེན་ནས་ཟོས་བྱས་པའི་རིལ་བུ་དེ་ཚོ་རྫོགས་འགྲོ་དགོས་མ་གཏོགས་སེམས་ཅན་གཅིག་གིས་རང་གིས་མ་བྱས་པའི་གྲངས་ཀ་དེ་རྫོགས་གི་མ་རེད་ཟེར་བ་རེད། ད་ཡིན་དུས་སེམས་ཅན་ཐམས་ཅད་ལ་བྱས་ན་དེ་རྫོགས་མཐའ་དྲགས་པ་གལ་ཡོད་མ་རེད། སེམས་ཅན་གཅིག་གིས་རང་གིས། མ། ལན་གྲངས་བསམ་གྱིས་མི་ཁྱབ་པར་བྱས་ཚར་ཡོད་རེད། བྱས་ཚར་བ་ཡིན་དུས་དེ་ནི་གྲངས་ཀ་བརྒྱ་ཁ་ཕྱིན་པ་ཡིན་ན་དཔེར་ན། ས་ཆེན་པོ་འདིས། དེ་ནི། རི་ལུ་རི་བོ་ཆུང་ཆུང་ཆུང་ཆུང་ཞིག་ལ་བཟོས་ཡོད། ཚད་ཆེ་ཆུང་གི་ཚད་འདྲ་པོ་དེ་རྒྱ་ཤུག་གི་ནང་གི་ཚིག་ཏོག་ཙམ་བཟོས་ནས་ཨ་ནི། གྲངས་ཀ་བརྒྱབ་བསྡད་པ་ཡིན་ན། དེ་ནི། མ། བྱེ་ལྡན་རེ་རེ་རེ་ལ་རི་ལུ་རེ་རེ་རེ་གྲངས་བྱས་པ་ཡིན་ན། དེ་ནི་རི་བོ་རྫོགས་གྲུབ་ཀྱི་རེད་དེ་མ་ཡི་གྲངས་ཀ་རྫོགས་ཀྱི་མ་རེད། ཞེས་གསུངས་པ་ལ་སོགས་པའི་ལུང་དང་ཟངས་མདོག་སྐྱིད་ལ་འདུག་དགེ་སློང་དག་སྐྱེས་བུ་ཞིག་གིས་ས་ཆེན་པོ་འདི་ལ་རྒྱ་ཤུག་གི་ཚིགས་ཚོན་གྱི་རི་བོ་ཐོགས་ཏེ། འདི་ནི་མའོ་འདི་ནི་བདག་གི་མ་དེའི་མའོ་ཞེས་འདོར་བར་བྱས་ན་དགེ་སློང་ཆེན་པོ་ས་ཆེན་པོའི་སྦྱིན་པ་ནི་ཆེས་ཟད་པར་གྱུར་གྱི་མི་རྣམས་ཀྱི་མའི་རྒྱུ་ནི་དེ་ལྟར་མ་ཡིན་ནོ་ཞེས་གསུངས། མདོ་འདི་རེད། མདོ་འདིའི་རྩ་བ་བཞག་ནས་ཀླུ་སྒྲུབ་ཀྱིས་ད་ལྟ་ཚིགས་བཅད་འདི་བརྩམས་བཞག་པ་ཡིན་ས་རེད། མདོ་དེའི་ནང་ལ་དགེ་སློང་གཅིག་གིས་དེ་ནས། ས་ཆེན་པོ་ཐམས་ཅད་རིལ་བུ་ལ་བཟོས། རིལ་བུ་ཕྱིས་ཕྱུང་ཚེ་རྒྱ་ཤུག་གི་ཚིགས་གུ་ཙམ་ཟོས་ནས་དེ་ནས་ལག་པ་ལ་འཁྱེར་ནས་རིལ་བུ་རེ་རེ་གཡུགས་ནས་རིལ་བུ་གཅིག་ཕར་ཡོ་ངས་མ་བྱས་པ་རེད་ཟེར། ཡང་རིལ་བུ་གཅིག་ཡོ་ངས་མ་ཡེ་མ་བྱས་པ་རེད་གཡུགས་ཤར་བ་ཡིན་ན། རིལ་བུ་ཡོངས་རྫོགས་རྫོགས་དྲུག་གོ་དེ་མ་ཡི་གྲངས་ཀ་རྫོགས་གི་མ་རེད་ཟེར་དེ་རེད་ཞེས་གསུངས། ཞེས་གསུངས་པ་ལ་སོགས་པའི་ལུང་དང། ད་འདིར་གནད་འགག་ཆེ་ཡོད་རིག་པ་གསུངས་འདུག་དེ་རིག་པ་དེ་རྩ་ནས་མཐོང་མ་སོང་འདིར་རིག་པ་གྱི་སྒོ་དགུ་ཡོད་ཟེར། སེམས་ཅན་ཐམས་ཅད་རང་གིས་མ་བྱས་པའི་རིག་པ་གྱི་སྒོ་དགུ་ཡོད་ཟེར། ཕལ་ཆེར་ད་འདི་དཔེ་ཆ་ག་བ་ན་ན་མཐོང་མ་སོང་འདི་ད་གནད་འགག་ཆེན་པོ་ཞིག་རེད་འདོད་རེད་ལུང་དང་མང་པོ་རག་གི་རེད་དེ། དེ་ལུང་ལུང་དང་རིག་པས་གསུངས་འདུག་ལུང་དང་རིག་པས་སེམས་ཅན་ཐམས་ཅད་རང་གི་ཉིད་དུར་སྤྲོས་པ་བཅས་ཟིན། ལུང་རིག་པ་གཉིས་ཀྱི་ཐོག་ནས་སེམས་ཅན་ཐམས་ཅད་རང་གི་མ་ཡིན་པར་ཐག་བཅད་ཐུབ་དགོས་རེད་ཟེར་བ་རེད། ད་རིག་པ་དེ་རྒྱུ་མཚན་ཆེ་ཤོས་རེད་འདོད་པ་རེད། སེམས་ཅན་ཐམས་ཅད་རང་གི་མ་ཡིན་པར་ཐག་བཅད་དགོས་དུས་ལུང་རིག་པ་རྙེད་དགོས་ཀྱི་རེད་ཟེར་བ་རེད། ད་རིག་པས་ཐག་གཅོད་ན་དེ་ནི་རྒྱབ་སྐྱོར་ཆེན་པོ་ངེས་ཤེས་འགྲོ་འོང་ཡོད་རེད། དེ་འདི། ད་འདྲ་དེ་སེམས་ཅན་ཐམས་ཅད་རང་གི་མ་ཡིན་པའི་རིག་པ་འཁྱེར་ཞོག་ཟེར་ན་བེད་སྤྱད་དེ་ཚོ་ང་རྩ་ནས་མཐོང་མ་སོང། ད་ཡིན་ན་ཡང་ད་དེ། ངན་མ་ངན་མ་གསུང་རྒྱུ་ཡོད་འགྱེལ་བ་ཆོས་རྒྱུད་ས་པན་སྐབས་ལ་ཨན་དེ་ནས་མ་མ་མ་ཅག་མཁས་པ་ཚོ་ཚོ། དེ་ནས། རྩོམ་ཡག་ལྷག་སོང་ཡིན་ས་རེད་ད་ང་ཚོ་ད་ལྟ་དེ་ཡིག་ཆ་ཚུར་ནང་ལ་ཕལ་ཆེར་མཇལ་མ་སོང་དེ་ཡིན་ནའི་ད་ལྟ་ཡིན་ཁོ་ཡང་ཡིག་ཆ་མང་པོ་ར་བ་ཁ་ཤས་ལ་ཡོད་སྲིད་གི་རེད་ཡོད་ན་བཏགས་ན་འགྲིག་གི་རེད་བ་ད་ངེས་པར་དུ་སྒུག་གི་ཡོད་རེད་ལུང་རིག་པ་གཉིས་སྒུག་གི་ཡོད་ན་ཨེ་ནི་རེད་དེ་ལ་ཞེས་བྱ་བ་ལ་སོགས་པའི་ལུང་དང། ཞེས་གསུངས་པ་ལ་སོགས་པའི་ལུང་སོགས་ལུང་དཔེ་མང་པོ་ཡོད་རེད་སེམས་ཅན་ཐམས་ཅད་རང་གིས་མ་བྱས་པའི་ལུང་དང་དཔེ་མང་པོ་ཡོད་རེད་དེ། རིག་པ་དེ་ཉིད་ཐོག་ཉུང་ཉུང་རེ་གང་ལྟར་ལུང་དང་རིག་པས་སར་ལུང་དང་རིག་པ་གཉིས་ཀྱི་སྒོ་ནས། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་རང་གི་ཉེ་དུར་སྤྲོས་པ་ཅད་སྟེ། རང་གི་ཕ་ཡིན་པར་ཐག་བཅད་རང་གི་མ་ཡིན་པར་ཐག་བཅད་རང་གི་སྤུན་རྒྱ་ཡིན་པར་ཐག་བཅད་དགོས་རེ་ཐག་བཅད་ཐུབ་དགོས་རེ་ད་དེ་ཐག་ཆོད་ན་དེ་ནས་དེ་ཐག་དེ་ནས་ཐག་གཅོད་ཐུབ་པ་དེའི་མཇུག་ལ་བཟོད་ཟེར་དུས་གཞི་ནས། དེ་ནི། མ་ཡིན་པའི་ངེས་ཤེས་སྐྱེ་བ། ཕ་ཡིན་པའི་ངེས་ཤེས་སྐྱེ་བ། པིང་རྒྱ་ཡིན་པའི་ངེས་ཤེས་སྐྱེ་བ། ངེས་ཤེས་སྐྱེ་འགྲོ་དུས་གང་ན་བདག་གཞན་བསྙེན་པའི་བྱང་ཆུབ་སེམས་སྒོམ་བདེ་པོ་ཆགས་འགྲོ་གི་རེད་ཟེར་བ་རེད། ཅེས་ཟོས་ཟེར་གཞི་ནས་བྱས་ནས་དེ་ནི་ག་འདྲ་རེད་ཟེར་དེ་ནི་ད་དེ་འདྲའི་སྒོམ་བདེ་པོ་ཆགས་འགྲོ་གི་རེད། ག་འདྲ་རེད་ཟེར་ན། དེ་ནི། རང་དང་འབྲེལ་བ་ཤུགས་ཆེན་པོ་ཞིག་ཆགས་སོང་བ་རེད། སེམས་ཅན་གཞན་ཐམས་ཅད་ནི་རང་གི་མ་དང་ཕ། རང་དང་དེ་འདྲ་བ་ཤུགས་ཆེན་པོ་ཞིག་ཆགས་འགྲོ་དུས་གང་ན། དེ་ནི་ད་དེ་ག་སོང་བདག་གཞན་མཉམ་སྤེལ་གྱི་ཉམས་ལེན་བྱེད་སྟངས་འདྲ་པོ་དེ་ལས་སླ་པོ་ཞེ་བོ་ཆགས་འདུག་བར་ཆད་ད་དེ་ཡིན་དུས་དང་པོར་ཐག་བཅད་དགོས་ཡོད་ས་རེད་རང་གིས་ཉེ་དུར་ཐག་བཅད་ཡོད་སྲིད་དོ། དང་པོ། སེམས་ཅན་ཐམས་ཅད་རང་གི་པིན་རྒྱ་ཡིན་པར་ཐག་བཅད། རང་གི་དེ་ནི་ཕ་ཡིན་པར་ཐག་བཅད་རང་གི་མ་ཡིན་པར་ཐག་བཅད། དེ་ནས་སན་དེ་ནི་ད་དེའི་མཇུག་ལ་ཟེར་དེའི་མཇུག་ལ། དེ་ནི་བཟོད་གཞི་ནས་དེ་ནི་བདག་གཞན་མཉམ་སྤེལ་བྱང་ཆུབ་སེམས་སྒོམ་དགོས་རེད་ཟེར་བ་རེད། ཅེས་སོ། དེ་ནས་དེ་ནས་ས་དེའི་མཇུག་ལ། བཟོད་ས་ནས་ཞི་ནས་དེ་བདག་གཞན་མཉམ་པའི་བྱང་ཆུབ་སེམས་བསྒོམ་དགུ་རེ། ག་ཡིན་ཟེར་ན་སྒོམ་མཐུག་པོ་ཡོད་རེད། དེ་མ་གཏོགས་དེ་ནས་དེ་ག་སོ་རེད། ལས་སླ་པོ་བྱེད་དགོས་དེ་ནས་བསམ་བློ་དེ་གཏོང་རོགས་བྱེད་ཀྱི་མ་རེད་སྤྱི་སེམས་འདྲ་བོ་དེ་འཁྱེར་གི་མ་རེད། དེ་ནས་རང་དང། སྤྱི་སེམས་འདྲ་བོ་དེ་འཁྱེར་ཁག་པོ་ཡོད་རེད་ད་འདི། རང་དང་སེམས་ཅན་ཐམས་ཅད་པ་ར་ལ་འབྲེལ་བ་ཞེ་བོ་ཅིག་ཆགས་འགྲོ་དུས་ཨ་ནི་སྤྱིའི་བསམ་བློ་དེ་ཤུགས་ཆེན་པོ་སླེབས་ཡོང་གི་རེད། དེ་མ་གཏོགས་སྒེར་སེམས་མ་གཏོགས་ཡོང་གི་མ་རེད། དེ་ལྟ་ཡིན་དུས་བདག་གཞན་མཉམ་པའི་བྱང་ཆུབ་སེམས་སྒོམ་ལས་སླ་བའི་སྒོམ་སྟངས་འདུག་ས་རེད། བདག་ལ་དགེ་བདག་ལ་བདེ་བ་སྐྱེད་པ་ན། བདག་གི་ལུས་དང་སེམས་ཀྱི་སེམས་གཉིས་ཀྱི་སྟེང་དུ། བདེ་བ་སྐྱེས་སོང་ན་དེ་ནས་བདེ་བ་སྙོམས་བཞིན་པའི་སྐབས་སུ་ཨ་ནི། སེམས་ནི་འདི་འདྲའི་བསམ་དགོས་རེད་ཟེར་བས། སེམས་ཅན་ཐམས་ཅད་ལ་ད་ལྟ་བདག་གི་ལུས་ལ་སྙོམས་བཞིན་པའི་བདེ་བ་དང་བདེ་བའི་རྒྱུ། ད་ལྟ་བདག་གི་སེམས་ལ་སྙོང་བཞིན་པའི་བདེ་བ་དང་བདེ་བའི་རྒྱུ་འདི་ལྟ་བུ་ལྡན་པར་ཁྱོད་འདི་ལྟ་བུ་ཡོད་པར་གྱུར་ཅིག་ཅེས་ཞེ་ཐག་པ་ནས་སེམས་གཏིང་ནས་བསྒོམ་དགོས་རེད་ཟེར་བ་རེད། ད་དེ་འདྲ་ཡོང་བར་བྱས་པ་ལ། དེ་ནས་ཕ་མ་སྤུན་སྐྱ་ཡིན་པས། སེམས་ཀྱི་སྟེང་དུ་ངེས་ཤེས་ཅིག་སྐྱེ་དགོས་རུང་བ་དེ་རེད་བྱས་ཙང། བདག་ལ་བདེ་བ་སྐྱེས་པ་ན་བདག་གི་ལུས་དང་སེམས་ཀྱི་སྟེང་དུ། བདེ་བ་སྐྱེས་པ་བདེ་བ་སྙོམས་བཞིན་པའི་གནས་སྐབས་ན་ནི་སེམས་གཏིང་ནས་འདི་འདྲ་ཅིག་དྲན་དགོས་རེད། སེམས་ཅན་ཐམས་ཅད་ལ་བདག་གི་བདེ་བ་ད་ལྟ་བདག་གིས་སྙོམས་བཞིན་པའི་དེ་ནས་ལུས་ཀྱི་བདེ་བ་ད་ལྟ་བདག་གིས་སྙོམས་བཞིན་པའི་སེམས་ཀྱི་བདེ་བ་དང་བདེ་བའི་རྒྱུ་འདི་ལྟ་བུ་སེམས་ཅན་ཐམས་ཅད་ལ་ལྡན་པར་གྱུར་ཅིག་ཡོད་པར་གྱུར་ཅིག་སྙམ་དུ་ཞེ་ཐག་པར་སེམས་གཏིང་ནས་བསྒོམ་དགོས་རེད། ད་དེ། བདེ་བ་འདོད་ན་འདོད་སྙམ་ནས་བསྒོམས་སོང་བ་རེད། ང་རང་བདེ་བ་ཡོད་པ་ན་གཞན་ལ་ཡང་བདེ་བ་དགོས་ཀྱི་འདུག་ཟེར་བ་རེད། ང་རང་ལ་བདེ་བའི་རྒྱུ་ཡོད་པ་ན་བཞིན་གཞན་དག་ལ་ཡང་བདེ་བའི་རྒྱུ་ཡོད་དགོས་འདུག་ཟེར་བསམ་པ་རེད། ད་སྡུག་བསྔལ་མེད་དགོས་པས་བདག་ལ་སྡུག་བསྔལ་ཞིག་སྐྱེས་པ་ན་སྲིད་དུ། བདག་གི་ལུས་དང་སེམས་ཀྱི་སྟེང་དུ་སྡུག་བསྔལ་ཞིག་སྐྱེས་ན་ཡང་སྟེ། སྡུག་བསྔལ་དངོས་སུ་མྱོང་བཞིན་པའི་གནས་སྐབས་སུ་ཡང་བསམ་བློ་ཐུགས་སུ་གཏང་དགོས་རེད་ཟེར་བ་རེད། དེ་ནས། ད་ལྟ་བདག་གིས་སྡུག་བསྔལ་འདོད་ཀྱི་ཡོད་མ་རེད། བདག་སྡུག་བསྔལ་མི་འདོད་པའི་བཞིན་དུ། ད་ལྟ་བདག་གིས་སྡུག་བསྔལ་དང་སྡུག་བསྔལ་རྒྱུ་འདོད་ཀྱི་ཡོད་མ་རེད་མི་འདོད་པའི་བཞིན་དུ་སེམས་ཅན་ཐམས་ཅད་ལ་ཡང་སྡུག་བསྔལ་དང་སྡུག་བསྔལ་རྒྱུ་འདི་ལྟ་བུ་དང་བྲལ་བར་གྱུར་ཅིག་འདི་ལྟ་བུ་དང་མེད་པར་གྱུར་ཅིག་སྙམ་དུ། རྐང་གི་ཁོང་རུས་པའི་སྟེང་ནས་སེམས་ཀྱི། རྐང་གི་ཁོང་རུས་པའི་སྟེང་སེམས་སྟེང་ནས་སེམས་སྟེང་ནས་སྒོམ་ཐུབ་པ་བྱེད་དགོས་རེད། པོ་ད་དེ་རེད་འདུག་ད་ལྟ། རང་གི་ལུས་ཀྱི་སྟེང་དུ་སྡུག་བསྔལ་མྱོང་བཞིན་པའི་སྐབས་དང། ད་ལྟ་རང་གི་ལུས་ཀྱི་སྟེང་སེམས་ཀྱི་སྟེང་སྡུག་བསྔལ་མྱོང་བཞིན་པའི་སྐབས་སུ། ཨ་ནི་སེམས་ལ་འདི་འདྲའི་དྲེགས་པོ་རེད། ང། སེམས་ཀྱི་སྟེང་དུ་ཡོད་པའི་སྡུག་བསྔལ་དེ་འདོད་ཀྱི་མི་འདུག། ཨ་ནི། སྡུག་བསྔལ་རྒྱུ་དེ་ཡང་འདོད་ཀྱི་མི་འདུག། ང། ལུས་ཀྱི་སྟེང་དུ་ཡོད་པའི་སྡུག་བསྔལ་དེ་ཡང་འདོད་ཀྱི་མི་འདུག་སྡུག་བསྔལ་རྒྱུ་ཡང་འདོད་ཀྱི་མི་འདུག་མི་འདོད་པས་བཞིན་དུ་སེམས་ཅན་ཐམས་ཅད་ཀྱང། ལུས་དང་སེམས་ཀྱི་ནི་སྡུག་བསྔལ་འདི་ལྟ་བུ་མེད་པར་གྱུར་ཅིག། ལུས་སེམས་གཉིས་ལ་སྡུག་བསྔལ་འབྱུང་བའི་རྒྱུ་འདི་ལྟ་བུ་མེད་པར་གྱུར་ཅིག་སྙམ་དུ། རྐང་གི་ཁོང་རུས་པའི་སྟེང་སེམས་གཏིང་ནས་སྒོམ་ཐུབ་པོ་བྱེད་དགོས་རེད། ད་དེ་འདྲའི་སྒོམ་བསྡུས་དུས་གང་ལ་དེ་ནས་ཡང་སྒོམ་སྒོམ་སྒོམ་གི་སྒོམ་དགོས་ལ་ཡང་བསམ་ལ་འཚམ་ཚ་ལ། ཡག་པོ་བསམ་ན་སྡུག་པོ་དེ་འདྲ་དྲན་ཡོང་གི་རེད་བྱུས་གཏོགས་བྱེད་དགོས་མི་འདུག་བསམ་པ་རུ་ཡོང་གི་རེད། ད་དེ་ལ་ཡང་བསམ་བློ་སྡུག་བཏང་དགོས་རེད་རྒྱུ་མཚན་ཐོག་ནས། ད་ད་ལྟ་འདི་རུ་སྤྱི་པའི་ཐོག་ལ་བསམ་བཏང་དགོས་རུང་བ། ང་རང་སྤྱི་ཚོགས་ནང་ལ་ཡོང་དགོས་རུང་བ་སྤྱི་སྤྱིའི་དོན་དག་ལ་སྤྱི་མི་སྤྱི་པའི་སྤྱི་པའི་ལས་ཀ་དེ་བྱེད་ཀི་བྱེད་ཀི་ལ་མཚམས་མཚམས་ལ་ཇུས་གཏོགས་ཁོ་རེ་སྤྱིའི་སྤྱིའི་ལས་ཀ་བྱེད་བྱེད་དགོས་ཇུས་གཏོགས་ག་རེ་ཡོད་རེད་གཡུག་བཞག་ན་ཡག་ས་རེད་བསམ་པ་ལྟ་བུ་ཡོང་གི་ཡོད་རེད་དཔེ་དེ་ན་ཞིག་རེད། དེའི་ཚེ་བསམ་པ་ལ་འགག་འདི་ལྟ་བུ་སྐྱེས་སྲིད་དེ། འདི་འགེགས་ཚེ་དེ་ས་སྐྱ་ཁོ་རང་གི་དེ་དེ་ག་སུ་རེད་ཡུལ་སྐད་གྲགས་རྒྱུ་རེད་གསུངས་འདུག་བ། འགག་ཟེར་དང་ཡིན་རྒྱུ་འགེགས་རེད། འགེགས་རེད་དེ་རེད་དེ། ཁོ་རང་བྲིས་དུས་ཀར་འགག་རང་བྲིས་གི་ཡོད་ཟེར་འགག་ག་ཟེར་འགག། འགག་རེད་དེ་འགག་ཟེར་ན་བར་ཆད་འདྲ་བོ་རེད་ཁོ་རང་ཡུལ་སྐད་འདྲ་བོ་རེད་གསུངས་འདུག་བ། ཁ་ཤས་ཀྱིས་དེ་ནི་ཡང་ན་རོ་རྒྱབ་སྐྱོར་དེ་འདྲ་འདུག། གང་ལྟར་དེའི་ཚེ་ཟེར་ད། དེ་ནས་བདག་གཞན་མཉམ་པའི་བྱང་ཆུབ་སེམས། བསྒོམས་པ་དུས་དེའི་ཚེ། བསམ་པ་ལ་འགག་སྟེ། བདག་གཞན་མཉམ་པའི་བྱང་ཆུབ་སེམས་ཉམས་ལེན་ལ་བར་ཆད་བྱེད་མཁན། འོག་ནས་བཤད་པ་འདི་ལྟ་བུའི་བསམ་བློ་ཐེབས་ཆག་དེ་འདྲའི་སྐྱེད་སྲིད། སྲིད་ན། སྐྱེ་གི་རེད་ཧེ་སོ་སྐྱེ་གི་རེད། བསམ་བློ་ཐེབས་ཆག་ག་འདྲ་སྐྱེ་གི་རེད་ས་འདི་འདྲ་རེད། བདག་གི་སྡུག་བསྔལ་བསལ་བ་ལ་གཞན་ལ་མི་རེ་སྲིད་དུས། ང་རང་ལ་དཀའ་ངལ་སྤྲད་མཁན་གྱི་སྡུག་བསྔལ་དེ། མེད་པར་བཟོའི་ཆེད་དུ་མི་གཞན་དག་ལ་ངས་རོགས་རམ་ཡང་གལ་ཞུ་གི་མེད། ང་རང་ལ་གནོད་པའི་སྡུག་བསྔལ་དེ་ང་ལ་གནོད་དགོས་ཡོད་པས་ཚེ་ང་རང་རང་གིས་མེད་པར་བཟོ་དགོས་འདུག་སྙམ་དུ་བསམ། རྟག་པར་སྤྱི་སེམས་མ་དགེ་སེམས་ལས་ཡོང་གི་རེད། ང་རང་གིས་ང་རང་ལ་དཀའ་ངལ་ཡོད་པ་དེ་ཚོ་དཀའ་ངལ་མེད་པར་བཟོས་གཞན་དག་ལ་རོགས་རམ་ཞུ་གི་མེད་ང་རང་རང་གིས་མེད་པར་བཟོ་གི་ཡིན་ཟེར་བ་རེད། གཞན་གྱི་སྡུག་བསྔལ་བསལ་བ་ལ་མི་སྒྲུབ་སྟེ། ཨ་ནི་སེམས་ཅན་གཞན་ལ་ཡོད་པའི་སྡུག་བསྔལ་དེ་ཚོ་ནི་ང་ལ་ད་ལྟ་གལ་གནོད་ཀྱི་ཡོད་མ་རེད། བྱས་ཙང་གཞན་གྱི་སྡུག་བསྔལ་མེད་པར་བཟོ་བའི་ཆེད་དུ་ངས་དཀའ་ལས་རྒྱབ་དགོས་དོན་དག་གང་ཡང་མི་འདུག་ང་དང་སེམས་ཅན་གཉིས་ནི་ཁ་ཁ་སོ་སོ་ཡིན། བྱས་ཙང་ང་གཉིས་བར་ལ་ཁ་ཁ་སོ་སོ་ཡིན་གཞན་གྱི་སྡུག་བསྔལ་དེ་ང་ལ་གནོད་སྐུལ་མེད་པ་ཡིན་དུས་ངས་ཇུས་གཏོགས་བྱེད་དགོས་ཡ་མི་འདུག་སྙམ་པ་ལྟ་བུའི། ཉན་ཐོས་ཀྱི་བློ་དེ། སྤྱི། སྤྱི་སེམས་མ་ཡིན་པ། སྒེར་གྱི་བསམ་བློ། སྒེར་གྱི་སེམས་བསམ་བློ་དེ་འདྲ་འཁོར་སྲིད་ཀྱི་རེད། ད་འཁོར་བྱུང་ན་ག་འདྲ་བྱེད་དགོས་རེད། དེ་ནི་སྤྱོད་འཇུག་ནས་གསུངས་པའི་རིགས་པ་དོན་དུ་བེད་སྤྱོད་བྱེད་དགོས་རེད་ཟེར་བ་རེད། ད་འདི་འདྲའི་རེ་བ་ཁོ་དང་པོ་དེ་བསམ་བློ་ཡག་པོ་བོ་ཅེས་ཁོར་ང་རང་ཚོ་ཡོང་སྲིད་པ་རེད། སྤྱིའི་དོ་བདག་ལ་ལས་ཀ་བྱས་བྱས་བྱས་བྱས་ནས་དགའ་རོ་བྱས་ནས་དེ་ལྟའི་ཟ་ཐང་བྱས་ཡོད་འདུག་གོ་ན། སྤྱི་པའི་ལས་ཀ་དེ་ལ་ཇུས་གཏོགས་ག་རེ་ཡོད་རེད་ང་རང་སྒེར་གྱི་ལས་ཀ་བྱས་ན་ཡག་གི་རེད་བསམ་པ་འདྲ་པོ་རེད་དཔེ་དེ་ན་འདི་ལ་དེ་འདྲ་རང་ཡིན་རེད། དེ་ནས། བདག་གཞན་མཉམ་པའི་བྱ་སྤྱོད་སོགས་སྒོམ་བསྡད་པའི་སྐབས་ཅིག་ལ། ཨེ་ནས་བདག་གཞན་མཉམ་པའི་བྱང་ཆུབ་སེམས་ལ་བར་ཆད་བྱེད་མཁན་གྱི་བསམ་བློ་སྡུག་ཅག་དེ་འདྲ་འཁོར་ཡོང་གི་རེད་སྒེར་གྱི་བསམ་བློ་དེ་འདྲ་སྒེར་སེམས། སྒེར་སེམས་ཁྱེར་ནས་བསམ་བློ་དེ་འཁོར་ཡོང་གི་རེད། དེ་འདྲ་ཡིན་དུས། ང་རང་ལ་དཀའ་ངལ་འཕྲད་པ་དེ་ཚོ་ང་རང་གིས་མེད་པར་བཟོ་དགོས་རེད། ང་རང་ལ་ཡོད་པའི་དཀའ་ངལ་ཚོ་མེད་པར་བཟོ་ཡ་ལ་གཞན་དག་ལ་རོགས་རམ་ཞུ་དགོས་གལ་མི་འདུག། ཨེ་ནས་གཞན་ལ་ཡོད་པའི་སྡུག་བསྔལ་དེ་ཚོ་ང་རང་ནས་གས་གནོད་གི་མི་འདུག། མ་གཞི་ནས་ང་དང་གཞན་གཉིས་དེ་བེད་ཁ་ཁ་ཡིན་གཞན་གྱིས་བྱུས་གཏོགས་ངས་བྱེད་དགོས་མི་འདུག་བསམ་པ་ལྟ་བུའི་བསམ་བློ་འཁོར་གི་རེད་ཟེར་བ་རེད། དེས་ན་ནོར་བ་རེད་ཟེར་བ་རེད་དེ། དེ་དུས་བསམ་བློ་དེ་ཁོ་ན་སྤྱོད་འཇུག་ནང་བྱོན་པའི་རིག་པ་དེ་ཚོ་བེད་སྤྱོད་བྱེད་དགོས་རེད་ཟེར་བ་རེད་ད་ཡིན་ན། དེའི་ཚེ་བསམ་པ་ལ་འགག་འདི་ལྟ་བུ་སྐྱེ་སྲིད་དེ་བདག་སྡུག་བསྔལ་སྲིད་དུ། བདག་གཞན་མཉམ་པའི་བྱང་ཆུབ་སེམས་བསྒོམ་པ་དུས་དེའི་ཚེ། བསམ་པ་ལ་འགག་སྟེ། བདག་གཞན་མཉམ་པའི་བྱང་ཆུབ་སེམས་ལ་བར་ཆད་བྱེད་མཁན་འོག་ནས་བཤད་པ་འདི་ལྟ་བུའི་བསམ་བློ་ཐེབས་ཆག་དེ་འདྲས་སྐྱེ་སྲིད་ཟེར་ན་སྐྱེ་གི་རེད་ཟེར་བ་རེད། ཨ་ནི་འོག་ནས་བྱོན་པའི་བསམ་བློ་ཐེག་ཆ་དེ་ག་རེ་ཚེ་འདི་རེད། བསམ་བློ་ཐེབས་ཆ་ཟེར་ཏེ་སྒེར་གྱི་བསམ་བློ་དེ། བདག་གིས་སྡུག་བསྔལ་སེལ་བ་ལས་གཞན་ལས་མི་རེད་དེ། ང་རང་གི་སྡུག་བསྔལ་དེ་ང་རང་ལ་གནོད་ཀྱི་ཡོད་དུས། ང་རང་གིས་མེད་པར་བཟོ་དགོས་རེད། འདི་ཡང་མེད་པར་བཟོ་ཡའི་ཆེད་དུ་གཞན་དག་ལ་རོགས་རམ་བྱེད་རོགས་ཅེས་འདི་ངས་སྐྱབས་འཇུག་ཞུ་དགོས་ཡ་གལ་མི་འདུག་རང་དོན་རང་གིས་བྱེད་དགོས་རེད་ང་རང་ལ་ཡོད་པའི་དཀའ་ངལ་དེ་ང་རང་གིས་མེད་པར་བཟོ་དགོས་རེད། གཞན་གྱི། སྡུག་བསྔལ་བདག་གིས་བསལ་བ་ལ་མི་འཁྲུག་སྟེ། གཞན་ལ་ཡོད་པའི་སྡུག་བསྔལ་དེ་ཚོ་ང་རང་ལ་ནི་གང་ཡང་གནོད་ཀྱི་ཡོད་མ་རེད། བྱས་ཙང་གཞན་གྱི་སྡུག་བསྔལ་མེད་པར་བཟོ་བའི་ཆེད་དུ་ངས་ལས་ཀ་དེ་འདྲའི་བྱེད་དགོས་ཡའི་རྒྱུ་མཚན་གང་ཡང་མི་འདུག་ང་དང་གཞན་གཉིས་དེ་བེད་ཁ་ཁ་སོ་སོ་རེད་ཟེར་ནས། དེ་ནས་དེ་འདྲའི་ཉན་ཐོས་ཀྱི་བློ་ཟེར་ན་སྤྱིའི་བསམ་བློ་མ་ཡིན་པར་སྒེར་གྱི་བསམ་བློ་དེ་འདྲས་འཁོར་བཅུག་ན་ཨ་ནི་ག་འདྲ་བྱེད་དགོས་རེད་ཟེར་ན་ད་མུ་མཐུད་ནས་བཞག་རྒྱུ་ཡོད་མ་རེད་ལམ་སང་སྤྱོད་འཇུག་ནས་གསུངས་པའི་རིགས་པ་དེ་ཚོ་བེད་སྤྱོད་བྱེད་དགོས་རེད་ཟེར་བ་རེད། ཡང་ནི་སྤྱོད་འཇུག་ལེའུ་བརྒྱད་པའི་ཚིགས་བཅད་བདུན་ཅུ་དགུ་བཅུ་གོ་བདུན་པ་ལས། ད་འདི་ག་ལ་ཁོ་གེ་ཅི་སེམས་ཁྱི་རྒོད་ཡས་མེད་དུ་སྒེར་སེམས་ཁྱི་རྒོད་རིག་པ་གཉིས་བེད་སྤྱོད་བྱས་པ་རེད། ང་དང་སེམས་ཅན་གྱི་ཁ་ཁ་ཡིན། གཞན་གྱི་སྡུག་བསྔལ་དེ་ང་ལ་གནོད་གི་མི་འདུག་ཟེར་ན་དེ་རེད། གཞན་གྱི་དོན་དེ་གཞན་གྱི་སྡུག་བསྔལ་མེད་པར་བཟོས་ཆེད་དུ་ངས་ཇུས་གཏོགས་བྱེད་དགོས་ཡས་མི་འདུག་ཟེར་དུས་གང་ལ། བསམ་བློ་དེ་ལ་ཁོ་རང་གི་རྒྱུ་མཚན་གཉིས་བེད་སྤྱོད་བྱེད་པར་ང་དང་སེམས་ཅན་གཞན་གཉིས་ཁག་ཁག་ཡིན། གཞན་གྱི་སྡུག་བསྔལ་དེ་ང་ལ་གནོད་དགོས་མི་འདུག་དེ་ནི་ངས་བྱུས་གཏོགས་བྱེད་དགོས་མི་འདུག་ཟེར་ནས་ཁོས་རིག་པ་བེད་སྤྱོད་བྱེད་པར་ད་འདི་ལ་ལན་དག་རང་སྤྲད་དགོས་བར་འདི་ལ་ལན་སྤྲད་པར། མ་འོངས་པའི་སྡུག་བསྔལ་ཡང་གནོད་པས་ཕྱི་ནང་ཇི་ལྟར་ཐུང། ཁྱེད་རང་གི་ལག་གུ་དུའང་བསྲེགས་བར། སེམས་ཅན་ནི་གཞན་གྱི་སྡུག་བསྔལ་ནི་ང་ལ་གནོད་དགོས་མི་འདུག་ང་དང་སེམས་ཅན་གྱི་གཞན་གཉིས་ཁག་ཁག་ཡིན། བྱས་དང། གཞན་གྱིས་ཇུས་གཏོགས་ངས་བྱེད་དགོས་མི་འདུག་ཁྱེད་རང་ལབ་སོང་ཨང་སོང་དེ་ནི་གཅིག་པ་གཅིག་རྐྱང་རེད། མ་འོངས་པ་ངན་སོང་གི་སྡུག་བསྔལ་དང་ད་ལྟ་ཁྱེད་རང་གཉིས་འབད་ཁག་ཁག་ཁག་ཁག་རེད་འདོད་ཁག་ཁག་རེད་འདོད་རེད། མ་འོངས་པ་ངན་སོང་གི་སྡུག་བསྔལ་ནི་ད་ལྟ་ཁྱེད་རང་ལ་གནོད་གི་ཡོད་བ་མ་རེད་དེ་འདྲ་ཡིན་ན། ད་ལྟ་མ་འོངས་པར་སྡུག་བསྔལ་མ་ཡོང་བའི་ཐབས་ཤེས་ཁྱེད་རང་ད་ལྟ་ག་རེ་ཅན་བྱེད་ཀྱི་ཡོད་ཡོད་སེམས་འདི་རིག་པ་དེ་བེད་སྤྱོད་བྱེད་པ་རེད་འདི་རེད། ཁོད་གི་ཟིག་བར་བ། དེ་ནས། སྒེར་གྱི་བསམ་བློ་ཁོ་ན་ཡག་སར་མ་གཏོགས་སྤྱིའི་བསམ་བློ་འཁོར་དགོས་གལ་མི་འདུག་ཟིག་བར། ཁྱེད་རང་གིས་འདི་ལབ་སོང་ཟེར་བ་རེད། ག་རེ་ཟེར་ན། སེམས་ཅན་གཞན་དང་ཁྱེད་རང་གཉིས་ཁ་ཁ་ཡིན། གཞན་གྱི་སྡུག་བསྔལ་དེ་ང་ལ་གནོད་གི་མི་འདུག་བྱས་དང་ཇུས་གཏོགས་བྱེད་དགོས་མི་འདུག་ཁྱེད་རང་ལབ་སོང་ཟེར་བ། དེ་ནི་གཅིག་པ་གཅིག་རྐྱང་རེད། དེ་ནས་མ་འོངས་པ་ངན་སོང་གསུམ་གྱི་སྡུག་བསྔལ་དང། སྡུག་བསྔལ་མྱོང་མཁན་དང། དེ་ནས་ད་ལྟ་ཁྱེད་རང་གཉིས་རྦད་དེ་ཁ་ཁ་རེད་བསྡད་པ་རེད། གཅིག་རེད་ཁ་ཁ་རེད། པས་དེ་བཞིན་དུ་དེ་ནས་མ་འོངས་པ་ན་དམྱལ་བ་ཡི་དྭགས་དུད་འགྲོ་སོགས་སྨྱོ་བའི་སྡུག་བསྔལ་དེ་གས་ནི་ད་ལྟ་ཁྱེད་རང་ལ་གང་ཡང་གནོད་ཀྱི་ཡོད་བ་མ་རེད། དེ་འདྲའི་གནོད་ཀྱི་མེད་པ་ཡིན་ན་བྱི་དོར་མ་བྱས་ནས་བཞག་ཤེས་ན་འགྲིག་གི་རེད་བ། ཁྱེད་རང་གིས་མ་འོངས་པ་ན་དཀའ་ངལ་ངན་སོང་གི་སྡུག་བསྔལ་མ་ཡོང་པའི་ཆེད་དུ་ད་ལྟ་ཆོས་གར་ཅན་བྱེད་ཀྱི་ཡོད་ཡོད་སྲིད་པ་རེད། དེ་རིགས་པ་དེ་བེད་སྤྱོད་བྱེད་པ་རེད། དེ་ནི་གཅིག་པ་གཅིག་རྐྱང་རེད་མ་འོངས་པའི་སྡུག་བསྔལ་ཡང། མ་འོངས་པའི་སྡུག་བསྔལ་ཡང་སྟེ། སྐྱེ་བ་ཕྱི་མ་ལ། དམྱལ་བ་ཡི་དྭགས་དུད་འགྲོ་སོགས་སྡུག་བསྔལ་ཡང། དེ་ནི་ཁྱེད་རང་དང་བེད་ཁ་ཁ་རེད། དེར་མ་འོངས་པའི་སྡུག་བསྔལ་ཡང་སྟེ། སྐྱེ་བ་ཕྱི་མ་ལ། དམྱལ་བ་ཡི་རྫས་དུད་འགྲོ་གསུམ་སྨྱོ་མཁན་གྱི་སེམས་ཅན་དེ་དང། ད་ལྟ་ཁྱེད་རང་གཉིས་ནི་བེད་ཁ་ཁ་རེད། ཁ་ཁ་རེད། དེའི་སྟེང་དུ་གནོད་མི་བྱེད་ན་སྟེ། དེ་ནས་སྐྱེ་བ་ཕྱི་མ་གི་དམྱལ་བ་ཡི་དྭགས་དུད་འགྲོ་སོགས་སྡུག་བསྔལ་དེ་གིས་ད་ལྟ་ཁྱེད་རང་ལ་གང་ཡང་གནོད་པ་བྱེད་ཀྱི་ཡོད་མ་རེད། གནོད་པ་བྱེད་ཀྱི་མེད་ན་ཇི་ལྟར་སོང་ཟེར་ན། མ་འོངས་པ་ན་དམྱལ་བ་ཡི་དྭགས་དུད་འགྲོ་སོགས་སྡུག་བསྔལ་མ་ཡོང་བའི་ཐབས་ཤེས་ལ་ད་ལྟ་ཁྱོད་རང་ཇུས་གཏོགས་མ་བྱས་ན་མ་བཞག་པར། དེ་མ་ཡོང་པའི་ཐབས་ཤེས་ལ་ཆོས་གར་ཅན་བྱེད་ཀྱི་ཡོད་ཟེར་གྱི་རེད། ཚུལ་ཁྲིམས་གར་ཅན་གསུང་གི་ཡོད་ཟེར་ལན་སྤྲད་པ་རེད་འདི་ལན་ཏག་ཏག་པར་འཕྲོད་འགྲོ་གི་ཡོད་རེད། ཞེས་གསུངས་པ་ལྟར། ད་དེ་ནས་འདི་གི་དཔེར་བརྗོད་འོག་ལ་མང་པོ་བཤད་ཡོད་འདུག་ད་འདྲ་འདི་འགྲེལ་པའི་ནང་ལ་ཞེས་གསུངས་པ་ལྟར། རང་ཉིད་ད། རང་དང། རྗེས་མ། གཟུགས་པོ་བདེ་པོ་ཡོང་བ་གཉིས་དེ་རེད་ཡང། དཔེ་གཅིག་དེ། ཞེས་གསུངས་པ་ལྟར་རང་ཉིད་ཀྱིའང་སྟེ། འོ་ན་ཁྱེད་རང་གིས་ཀྱང། ནང་པར་ཕན་ཆད་ནད་མེད་པ་སྟེ། དེ་ནས། མ་འོངས་པ་ན་ན་ཚ་སྡུག་ཅག་དེ་འདྲའི་མ་ཡོང་པའི་ཆེད་དུ། དེ་ནས། ནད་ཀྱི་སྔོན་འགོག་གི་ལས་ཀ་ད་ལྟ་ག་རྒྱས་བྱེད་ཀྱི་ཡོད། བྱེད་དགོས་ཡ་མི་འདུག་ཨང། ཇུས་གཏོགས་མ་བྱས་ན་འགྲིག་གི་རེད་བ། ག་རེ་ཟེར་ན། མ་འོངས་པ་ན་ན་བཟའ་མེད་མཁན་གྱི་དེ་ནས་གང་ཟག་དེ་དང། ད་ལྟ་ནད་ཀྱིས་སྔོན་འགོག་བྱེད་མཁན་གྱི་གང་ཟག་ཁྱེད་རང་གཉིས་རྦད་ཁ་ཁ་རེད་དེ་བ་རེད་ཁ་ཁ་རེད་དེ་བ་རེད་ལ། མ་འོངས་པ་ན་མ་འོངས་པའི་གང་ཟག་དེ་ལ་ན་བཟའ་བྱུང་ན་ཡང་ད་ལྟ་ཁྱོད་རང་ལ་ནི་གས་གནོད་གི་མི་འདུག་ཨང་དེ་ནི་ཇུས་གཏོགས་མ་བྱས་ན་འགྲིག་གི་རེད་བ་ཁྱོད་ཀྱིས་ནད་ཀྱིས་སྔོན་འགོག་གར་འགྱངས་བྱེད་ཀྱི་ཡོད་ཟེར་བ་རེད་དེ་གཅིག་པ་རིག་པ་གཅིག་པ་གཅིག་བྱས་བ་རེད་དེ་ཁོས་གོས་ཟེར་གི་འདུག་ཨང། སེམས་ཅན་ནི་གཞན་དང་ང་གཉིས་ཁ་ཁ་ཡིན། གཞན་གྱི་སྡུག་བསྔལ་གྱིས་ང་ལ་གནོད་གི་མི་འདུག་ངས་བྱུས་གཏོགས་བྱེད་ཀྱི་མིན་སྲིད་གོ་ར། འོ་ན་ཅིག་པ་ཅིག་རྐྱང་རེད། དེ་ནས། མ་འོངས་པ་ན། དེ་ནས་ན་ཚ་སྡུག་ཅག་དེ་འདྲའི་མ་ཡོང་པའི་ཆེད་དུ། ཁྱེད་རང་ད་ལྟ་ནད་ཀྱི་སྔོན་འགོག་གི་ལས་ཀ་དེ་འདྲ་གར་ཅན་བྱེད་ཀྱི་ཡོད་སྲིད་གོ་ར། དེས་བྱེད་རུང་ས་མ་རེད་བྱུས་གཏོགས་མ་བྱས་ན་ཡག་ས་རེད་ག་རེ་ཟེར་ན། མ་འོངས་པ་ན། དེ་ནས་ན་ཚ་སྡུག་ཅག་ཡོད་མཁན་གྱི་གང་ཟག་དེ་དང། དེ་ནས་ད་ལྟ་ཁྱེད་རང་གཉིས་ནི་ཁ་ཁ་རེད་འདོད་རེད། རིག་པ་དེ་མི་རྟག་པ་བེད་སྤྱོད་བྱེད་པ་ར། མི་སྐད་ཅིག་སྐད་ཅིག་འཇིག་མི་རྟག་པ་དེ་བེད་སྤྱོད་བྱེད་པ་རེད་ག་རེ་ཟེར་ན། ད་རིང་ནད་ཀྱིས་མངོན་ལྐོག་བྱེད་མཁན་གང་ཟག་དེ་དང་ས་གཉིས། ས་གཉིས་ཡོད་མཁན་གང་ཟག་གཉིས་པོ་དེ་འགྱུར་ཚར་ཡོད་རེད་འགྱུར་ཚར་རེད། དེ་ནི་འགྱུར་ཚར་འགྲོ་དུས་ཁ་ཁ་ཆགས་སོང་རེད། བྱས་ཙང་དེ་ཡིན་དུས་གོ་ན་དེ་ནི་རང་ཉིད་ཀྱིའང་ལྟས། ཁྱེད་རང་གིས་ཀྱང་ནང་པར་ཕན་ཆད་ནད་མེད་པ་སྟེ་མ་འོངས་པ་ན་ན་ཚ་སྡུག་ཅག་དེ་འདྲས་མ་ཡོང་པའི་ཆེད་དུ། ད་རིང་ནད་ཀྱི་སྔོན་འགོག་གི་ལས་ཀ་དེ་འདྲས་བྱེད་རུང་ས་མ་རེད། རྒྱུ་མཚན་ག་རེད་ཟེར་དུས་གཅིག་པ་སྙེ་མ་ཁྱོད་རང་གི་བཤད་པ་ནང་བཞིན་རེད། སང་ཉིན་ན་ཚ་སྡུག་ཅག་སྨྱོ་མཁན་གྱི་གང་ཟག་དེ་དང། ད་རིང་དེ་ནས་ནད་ཀྱི་སྔོན་འགོག་བྱེད་མཁན་གང་ཟག་ཁྱེད་རང་གཉིས། འབད་ཁག་ཁག་རེད། དེ་ནས་སང་ཉིན་གྱི་ན་ཚ་སྡུག་ཅག་གང་ཟག་དེར་བྱུང་ན་དེའི་ན་ཚ་སྡུག་ཅག་གིས་ད་ལྟ་ཁྱོད་རང་ལ་ནི་གལ་གནོད་གི་ཡོད་བ་མ་རེད་དེ་ནི་ཁྱོས་ན་ཚ་སྔོན་འགོག་གི་ལས་ཀ་དེ་འདྲའི་བྱེད་དགོས་ཡས་མི་འདུག་བ་གར་ཀྱང་བྱེད་ཀྱི་ཡོད་ཡོད་སྲིད་དགོས་རེད། ཨ་འདི་བྱེད་དགོས་རེད་ས་འདི་བྱེད་བྱེད་དགོས་རེད་ལབ་ན་དེ་ནས་གཅིག་པ་གཅིག་རྐྱང་རེད་གཞན་གྱི་སྡུག་དངོས་དེའང་དག་རང་བསལ་དགོས་རེད་མེད་པར་བཟོ་དགོས་རེད་ཤེས་པ་རེད། གཅིག་རིག་པ་གཅིག་དེ་འདུག་དེ་ནས་མ་འོངས་པའི་སྡུག་དངོས་གནོད་མེད་བྱེད་ན་ཇི་ལྟར་བཟུང་ཟེར་ཏེ། མ་འོངས་པའི་སྡུག་དངོས་ཡང་ཟེར་ཏེ། དེ་ནས་ས་གཉིས། དེ་ནས་ན་བཟའ་སྡུག་ཅག། སྨྱོ་བ་དེ་འདྲའི་ཟེར་བ་རེད། སྨྱོ་བ་དེ་ཚོ་གནོད་མི་བྱེད་ན་ད་རིང་ཁྱོད་རང་ལ་ནི་གང་ཡང་གནོད་གི་མ་རེད་ཇི་ལྟར་སོང་ངོ་ས་ནི་ཁྱོད་རང་གི་ནད་སྔོན་འགོག་གི་ལས་ཀ་དེ་ནི་གར་ཀྱང་བྱེད་ཀྱི་ཡོད་ཟེར་གཅིག་པ་རེད། དེ་ནས་ཟས་གོས་ལ་སོགས་པ། ཟས་གོས་ལ་སོགས་པ། ཟས་གོས་ལ་སོགས་འབེབས་པ་ཡང་ཅི་སྟེ་བྱེད་ཟེར་ད་ཡང་ཟས་གོས་ལ་སོགས་པ་འབེབས་པ། ཟས་གོས་ལ་སོགས་པ། ཟས་གོས་ལ་སོགས་པ་ཐོབ་པ་ཟེར། མ་འོངས་པ་ན་ཕྱུག་པོ་ཆགས་པ་དེ་རེད། འབད་པ་ཡང་ཅི་སྟེ་བྱེད་ཟེར་ན་ཚོང་རྒྱས་པའི་ལས་ཀ་དེ་རེད། ཨ་ནི། དེ་ནི། མ་འོངས་པ་ན་ཕྱུག་པོ་ཡོང་ཡག་གི་ཆེད་དུ། ད་ལྟ་ཁྱེད་རང་གིས་ཚོང་གི་ལས་ཀ་དེ་གར་ཀྱང་དཀའ། ཚོང་གི་ལས་ཀ་ལྟ་བུ་དཀའ་ལས་ཆེན་པོ་བྱས་ནས་གར་ཀྱང་ལས་ཀ་དེ་འདྲ་བྱེད་ཀྱི་ཡོད་ཟེར་གི་རེད། དེ་དེ་ཡང་བྱེད་དགོས་ས་མ་རེད་ག་རེ་རེད་ཟེར་ན། བདག་སྐད་ཅིག་གིས་འགག་ནས་དེ་ཕན་ཆད་དུ་འགྱུར་བའི་ཆེད་རིག་པ་དེ་བེད་སྤྱོད་བྱས་པ་རེད་ད་དེ་ཚང་མ་རེད།

སྐད་ཅིག་གིས་འགགས་ནས་དེ་ཕན་ཆད་དུ་གྱུར་པའི་ཕྱིར་ས་མཐའ་ཡས་སུ་ཐེག་མེད་ལྟ་བུ་སྟེང་ལ་སྦྱར་དགོས་རེད། རང་ཉིད་ཀྱིའང་ནང་པར་ཕན་ཆད་ནད་མེད་པ། ཐོབ་པས་འབད་པ་ཅི་སྟེ་བྱེད། བདག་སྐད་ཅིག་གིས་འགགས་ནས་དེ་ཕན་ཆད་དུ་གྱུར་བ་གྱུར་པའི་ཕྱིར་ས་སྦྱར་བ་རེད། ཡང། རང་ཉིད་ཀྱིའང་ཟེར་ན་ཡང་བ་ལ་རང་ཉིད་ཀྱིའང་ཟས་གོས་ལ་སོགས་ཐོབ་པའི་ཆེད་དུ་སྟེང་གི་ས་ཆ་ཆུ་ལྟ་བུ་བ་ལ་སྦྱར་དགོས་རེད་གཅིག་པ་གཅིག་ཀྱང་སྦྱར་བ་རེད། ད་ལྟ་ད་སྦྱར་ཚར་བ་ཡིན་དུ་ཟས་གོས། ཟས་གོས། ལ་སོགས་ཐོབ་པའི་འབད་པ་ཡང་ཅི་སྟེ་བྱེད་དེ། ནི། མ་འོངས་པ་ན་ཕྱུག་པོ་ཡོང་ཡས་ཀྱི་ཆེད་དུ། ད་རིང་ཁྱེད་རང་གི་ཚོང་གི་ལས་ཀ་ལྟ་བུ་དཀའ་ལས་ཁག་པོ་བྱེད་ནས་གར་ཆེན་དཀའ་ལས་དེ་འདྲ་རྒྱབ་གི་ཡོད། དེ་ཡང་རྒྱབ་དགོས་ས་མ་རེད་ཟེར་བ་རེད། རྒྱུ་མཚན་ག་རེ་རེད་ཟེར་ན། བདག་སྐད་ཅིག་གི་འགངས་ནས་ཏེ། ད་ལྟ། ཚོང་བྱེད་མཁན་གྱི་གང་ཟག་ཁྱེད་རང་དང། དེ་ཕན་ཆད་གཞན་དུ་འགྱུར་བའི་ཕྱིར་ཏེ། མ་འོངས་པར་ཕྱུག་པོ་ཆགས་འགྲོ་མཁན་གྱི་གང་ཟག་གཉིས་ནི། ཁ་ཁ་སོ་སོ་རེད། ཁ་ཁ་སོ་སོ་རེད། ཁ་ཁ་སོ་སོ་ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་ན། ལམ་སེང་ལམ་སེང་འགྱུར་འགྲོ་མཁན་གྱི་རང་བཞིན་རེད་དེ་བ་རེད། དེ་ནི་འགྱུར་ཚར་རེད་ཟེར་འགྱུར་ཚར་བ་རེད། དེ་ནི་དུས་ཐོག་གར་ཀྱང་བྱེད་ཀྱི་ཡོད་ཟེར་བ་རེད་བྱས་ཙང། བདག་སྐད་ཅིག་གིས་འགག་ནས་ཏེ། ད་རིང་གི་ཚོང་རྒྱག་མཁན་གྱི་གང་ཟག་ཁྱོད་རང་དང། དེ་ཕན་ཆད་གཞན་དུ་འགྱུར་བའི་ཕྱིར་ཏེ། སང་ཉིན་ཕྱུག་པོ་ཆགས་འགྲོའི་གང་ཟག་གཉིས།